འདུག། འོ་ཡ་ད་དང་པོ་སངས་རྒྱས་བཅོམ་ལྡན་འདས་ལ་མཆོད་པར་གཅིག་བརྗོད་ནས་ཐབས་མཁས་ཐུགས་རྗེའི་ཕྱག་རྒྱའི་རོས་སུ་དྲུང་བཞེངས་ཀྱིས་མི་ཐུབ་བདུད་ཀྱི་བང་འཇོམས་པ་གསེར་གྱི་ལྷུན་པོ་ལྟ་བུར་བརྒྱུད་པའི་སྐུ་ཕྱག་གི་རྒྱལ་པོ་ཁྱེད་ལ་ཕྱག་འཚལ་ལོ། དེ་ནས་མགོན་པོ་འོད་དཔག་མེད་ལ་གསོལ་བ་འཇུག་སྟབས། དུས་གསུམ་རྒྱལ་བ་ཀུན་གྱི་ངོ་བོ་ཉིད། ངག་ཟུང་འཇིགས་ལས་སྒྲོལ་བའི་དཔའ་བོ་སྟེ། དད་པའི་ཤིང་དུ་ཁྲིད་པའི་དེད་དཔོན་མཆོག། མགོན་པོ་འོད་དཔག་མེད་ལ་ཕྱག་འཚལ་ལོ། རྗེ་བཙུན་སྒྲོལ་མ་ལ་གསོལ་བ་དབབ། འོམ་འཁོར་བ་ལས་སྒྲོལ་ད་རེ་མ། ཏུ་ཏཱ་རཱའི་འཇིགས་བརྒྱད་སྒྲོལ། ཏུ་རེའི་ན་བ་རྣམས་ལས་སྒྲོལ་སྒྲོལ་མ་ཡུམ་ལ་ཕྱག་འཚལ་ལོ། འཕགས་པ་སྤྱན་རས་གཟིགས་ལ་གསོལ་བ་འདེབས། ཇོ་བོའི་སྐྱོན་གྱིས་མ་གིའི་སྐུ་མདོག་གིས་རྫོགས་སངས་རྒྱས་ཀྱི་འོད་ལ་བརྒྱན་ཐུགས་རྗེའི་སྤྱན་གྱིས་འགྲོ་ལ་གཟིགས་སྤྱན་རས་གཟིགས་ལ་ཕྱག་འཚལ་ལོ། ད་སྔ་སོགས་བླ་མ་བརྒྱུད་པ་ཆ་ཚང་ལ་གསོལ་བ་འདེབས། ཨོག་མིན་ཆོས་ཀྱི་དབྱངས་ཀྱི་ཕོབ་དྲངས་ནས། དུས་གསུམ་སངས་རྒྱས་ཀུན་གྱི་ངོ་བོ་ཉིད། རང་སེམས་ཆོས་སྐུ་མངོན་སུམ་དུ་མཛོད་པའི། རྩ་བརྒྱུད་བླ་མ་རྣམས་ལ་ཕྱག་འཚལ་ལོ། ད་ང་ཚོ་ཀུན་བཟང་བླ་མའི་ཞལ་ལུང་མཛད་པ་པོ་ཨཱ་ནི་བ་དྲུག་རིན་པོ་ཆེ་ལ་གསོལ་བ་བཏབ་དགོས་རེད། ཕྱི་བསྟར་རྒྱལ་བའི་སྲས་པོ་ཤི་བ་ལྷ། ནང་བསྟར་སྤྲུལ་པའི་དབང་ཞིག་བྱ་བ་རིགས། གསང་བ་འཕགས་མཆོག་སྡུག་བསྔལ་རང་གྲོལ་ཞབས། འཇིགས་མེད་ཆོས་རྒྱལ་དབང་པོར་གསོལ་བ་འདེབས། ལ་སོགས་ལྷ་ཡི་བཀའ་དང་གླུ་དང་གནོད་བྱེད་ཀུན་བཀྲམ་བདག་དང་མི་ཡི་བཀའི་རྣམ་གྲངས་འགྲོ་བ་ཀུན་གྱི་དགྲ་རྣམས་ཀྱིས་བཙན་པོར་ཐམས་ཅད་བཀའ་དེ་བདག་གིས་ཆེད་དུ་འདུལ་འབྱུང་པོ་གང་དག་ཕྱོགས་འདིར་ལྷག་ཁྱེར་དུ་མཚམས་མོ་འདི་པར་ནང་འཁོད་ཀྱང་རུང། སྐྱེ་དགུ་རྣམས་ལ་རྟག་ཏུ་བྱམས་བརྩེས་བྱང་སྙོམས་དང་མཚམས་མོ་ཆོས་ལ་སྤྱོད་པར་ཤོག། ཨོ་ཐུགས་རྗེ་ཆེའི་ད་ཁྱེད་རྣམ་པ་དེ་རང་ཡག་ཁྱེར་ཕེབས་པ་དེ་དེ་རང་འདི་བ་ཡིན་ན་ཚེས་པ་བཅོ་ལྔ། དཔེ་ཉི་མ་ཡག་པོ་རེད་བ། ང་གཟུགས་ཅིག་དམ་པའི་ཆོས་བཤད་མཁན་ཅིག་ཡིན་ན་ཡང་ཀ་བ་བཟང་པོ་རེད་ཚོགས་བསགས་སྒྲུབ་སྦྱང་རེད། དམ་པའི་ཆོས་ལ་ཉན་མཁན་ཅིག་ཡིན་ན་ཡང་ཧ་ལས་པའི་ཀ་བ་བཟང་པོ་རེད་བ་སོ་སོ་ཚོགས་བསགས་སྒྲུབ་སྦྱང་རེད། འོ་དེ་ནས་ད་རྫོགས་པ་ཆེན་པོ་གླིང་ཆེན་ཉང་ཏུག་གི་སྔོན་འགྲོའི་ཁྲིད་ཡིག་ཀུན་བཟང་བླ་མའི་ཞལ་ལུང་ཞེས་བྱ་བ་བཞུགས་སོ། འོ་ཡ། རྫོགས་པ་ཆེན་པོ་རྫོགས་པ་ཆེན་པོ་ཟེར་བ་དང་ང་ཚོ། ང་ཚོ་བོད་ཀྱི་ཆོས་བརྒྱུད་མ་འདྲ་བ་ལ་སོ་སོ་སོ་སོའི་ཐུན་མོང་མ་ཡིན་པ་གི་དེ་ཉམས་ལེན་དེ་འདྲ་ཡོད་རེད་ཨ། རྙིང་མ་ལ་ཡིན་ན་ད་ཉམས་ལེན་བྱེད་སྟངས་ད་ཐེག་པ་རིམ་པ་དགུ་ཟེར་བ་ཅིག་བརྩི་གི་ཡོད་བ་རེད་གཉེན་གྱི་རང་རྒྱལ་བྱང་སེམས་ཟེར་བ། ཨོ་པ་ཀུ་རི་ཡ་ཡོ་ག་ཟེར་བ། ཨནུ་ཀ་སི་མ་ཧཱ་ཨནུ་ཨ་ཏི་ཟེར་ནས་ཉིང་མ་ལ་ཐེག་པའི་རིམ་པ་དགུ་ཟེར་བ་ཅིག་རྩོད་ཡ་ཡོད་བ་རེད། ད་ག་ནང་བཞིན་བོན་པོ་ལ་ཡང་དེ་འདྲ་འདུག་ཨ། བོན་པོ་ལའང་ཐེག་པ་རིམ་པ་དགུ་རྩོད་ཡ་གང་ལྟ་རྒྱུ་ད་ཉིང་མ་ལ་མཚོན་ན་ཐེག་པ་རིམ་པ་དགུ་ད་ང་ཚོ་མདོ་གི་ཉམས་ལེན་ནས་སྔགས་ཀྱི་ཉམས་ལེན་ལ་ཡ་འགྲོ་ཡ་ཅིག་ད་དེ་གི་རིམ་པ་དགུ་བ་ཅིག་འདུག་བ་དེ་གི་རྩེ་མོ་རྩེ་མོ་དེ་ལ་ཨ་ཏི་ཡོ་ག་ཨ་ནི་ཡོ་ག་ཨོ་ད་ཁྱད་པར་དུ་མ་ཧཱ་ཨ་ནི་ཨ་ཏི་ཟེར་བ་ཨ་ཏི་ཡོ་ག་ཟེར་བ་དང་དེའི་སྒང་དེའི་ཉམས་ལེན་ནང་ལ་རྫོགས་པ་ཆེན་པོ་ཡོང་གི་ཡོད་བ་རེད། རྫོགས་པ་ཆེན་པོ་ཉམས་དེ་ཇི་ཙམ་རྫོགས་པ་ཆེན་པོའི་ཁྲིད་ཡིག་དང་རྫོགས་པ་ཆེན་པོའི་ཉམས་ལེན་དེ་ལ་རིམ་པ་མང་པོ་ཡོད་བ་རེད་དེ་ཆ་ཚང་ཁོ་རིམ་པ་གཉིས་ཀྱི་ནང་ལ་བསྡུས་བཞག་ཡོད་བ་རེད། ཀ་དག་ཁྲེགས་ཆོད་ཟེར་བ། ཀ་དག་ཟེར་བ། ཁྲེགས་ཆོད་ཟེར་བ་ད་དེ་འདྲ་གཉིས་ཀྱི་ནང་ལ་བསྒྲུབ་གི་ཡོད་བ་རེད། ཨོ་ཡ། ད་ང་ཚོ་ག་ས་ངོ་མ་ཤི་བ་ཡིན་པ་འདི་འཇིགས་མི་ལིང་པ་རིག་འཛིན་འཇིགས་མི་ལིང་པ་གི་ད་ང་ཚོ་རྫོགས་པ་ཆེན་པོ་གི་ཀ་དག་ཁྲེགས་ཆོད་ཉམས་ལེན་བྱ་ཡག་གི་ད་དཔེ་ན་ཕྱག་དཔེ་ཅིག་བརྩམས་ཡོད་བ་རེད་ཨ། ཡེ་ཤེས་བླ་མ་ཡེ་ཤེས་བླ་མ་ཟེར་གི་ཡོད་བ་རེད་ཨ་རྫོགས་པ་ཆེན་པོ་ཁྲིད་ཡིག་ཡེ་ཤེས་བླ་མ་ཟེར་གི་རེད་ད་དེ་ང་ཚོ་བོད་ཀྱི་ལུགས་སྲོལ་ཡིན་ན་སྔོན་འགྲོ་འབུམ་ལྔ་སྐྱབས་འགྲོ་འབུམ་ལྔ་སེམས་སྐྱིལ་འབུམ་ལྔ་སྨན་སྤྲུལ་འབུམ་ལྔ་ཡིག་བརྒྱ་འབུམ་ལྔ་རེ་བ་ཡ་བླ་མའི་རྣལ་འབྱོར་འབུམ་ལྔ། ད་དེའི་སྒང་ལ་སོ་སོ་གཅིག། ཕྱག་འཚལ་ཡ་ལ་དཀའ་ངལ་མེད་ཡ་ཡིན་ན་ཕྱག་འབུམ་གཅིག་ད་ཁྱོད་འདུམ་འབུམ་དྲུག་རེད་ད་སྐབས་སུ་ཕྱག་འཚལ་མ་ཐུབ་པ་ཡིན་ན་ད་དེ་མ་ཡིན་པའི་གཞན་པ་དེ་འབུམ་ལྔ་དེ་རྫོགས་ཚར་བ་ཡིན་ན། དེ་ནས་ད་ད་ད། རྫོགས་པ་ཆེན་པོ་གི་ཁྲིད་ཡིག་ཡེ་ཤེས་བླ་མ་ཡེ་ཤེས་བླ་མ་ཟེར་བ་དེ་གསུང་གི་རེད། འོ་ཡ་དེའི་ནང་དེ་ལ་ད་རིམ་པ་གཉིས་ཡོད་རེད། དགའ་སྡང། ཁྲག་ཆུལ། འོང་བ་དང་དེ་འདྲ། དཀར་ས། དེ་ཉམས་ལེན་མ་འདྲ་བ་ཡོད་བ་རེད། དགའ་སྡང། ཁྲག་ཆུལ་ཟེར་བ། དགའ་སྡང་ཁྲག་ཆུལ་ལྷུན་གྲུབ་ཐོད་རྒུལ་ཟེར་བ། ཁྲག་ཆུལ་གྱི་ཉམས་ལེན་ཐོད་རྒུལ་གྱི་ཉམས་ལེན་ཟེར་བ་དེ་རེད་ད། ཁྲག་ཆུལ་ཉམས་ལེན་ཐོད་རྒུལ་ཉམས་ལེན་འོ་ད་གང་ལྟར་ཀྱང་རྫོགས་པ་ཆེན་པོ་ཟེར་བ་དེ་རྙིང་མ་གི་ཐུན་མོང་མ་ཡིན་པ་ཅིག་ད། ཉམས་ལེན་རེད། ས་སྐྱ་བ་དེ་ཚོ་རྫོགས་པ་ཆེན་པོ་ཉམས་ལེན་བྱ་གི་ཡོད་བ་མ་རེད། དགེ་ལུགས་པ་ཡིན་ན་དགེ་ལུགས་པ་ལ་མི་གསོད་ཡང་ཉམས་ལེན་ཡོད་བ་རེད་རྫོགས་པ་ཆེན་པོ་ཉམས་ལེན་བྱ་ནི་ད་རེ་ཟུང་ཡོད་སྲིད་ཀྱི་རེད་བ་ད་ཉང་མི་ཆེ་ཉམས་ལེན་བྱ་དགེ་ལུགས་པ་རེ་ཟུང་ཡོད་སྲིད་ཀྱི་རེད་ཨ་ས་སྐྱ་བ་ཡིན་ན་ས་སྐྱ་བ་ལ་ལམ་འབྲས་ཟེར་བ་ལོགས་བ་ཅིག་ཡོད་ལམ་འབྲས་འབྲས་བུ་ཟེར་བ་ཅིག་འདུག་ལམ་འབྲས་ཟེར་བ་ཨོ་ཡ། སོ་སོ་སོ་སོ། སྤྱི་བཏང་ལྔ་བཟོ་འདུག་གི་ཉམས་ལེན་ཅིག་དབུ་མ་ཕར་ཕྱིན་མཚན་མ་ཅིག་མཛོད་ཟེར་བ་བསྡུ་བ་ག་བུལ་ལྔ་ཟེར་བ་དེ་ཚོ། ཡིག་ཆ་ད་ཁ་ཁ་རེད་མ་གཏོགས་ཉམས་ལེན་བྱ་གི་ཡོད་རེད་དབྱེ་ན་ད་སྔགས་ཀྱི་ཉམས་ལེན་ནང་ན་ཡར་འགྲོ་བ་ཡིན་ན་ད་སོ་སོ་སོ་སོ་ཉམས་ལེན་ཁ་ཁ་ཁ་ཁ་ཡོད་རེད་ད་ཉམས་མ་ཡིན་ན་རྫོགས་པ་ཆེན་པོ་ཟེར་བ་དེ་རེད་ད། རླུང་གི་སྙིང་ཏིག། ད་རྫོགས་པ་ཆེན་པོ་ཟེར་བ་དེ་རྩེ་མོ་དེ་ལ་ཡོད་པ་ཅིག་ད་དེའི་ཉམས་ལེན་དེ་ལ་ད་རིམ་པ་མ་འདྲ་བ་ཡོད་ང་ཡིན་ན་ད་རླུང་གི་སྙིང་ཏིག་ཟེར་བ། དཔེར་ན་ང་ཚོ་རྫོགས་པ་ཆེན་པོ་ཟེར་བ་དེ་ཕི་གི་ང་ཚོ་ཅིག Central Government འདྲ་བོ་ཡིན་ན Central Government ཡིན་ན། རླུང་གི་སྙིང་ཏིག་ཟེར་ན་ང་ཚོ་ཅིག་དཀར་ས State རྫོགས་པ་ཆེན་པོ་གི་ཉམས་ལེན་གི State འདྲ་བོ་མངའ་སྡེ་འདྲ་བོ་རེད། སྔོན་འགྲོའི Tig ཟེར་ན་ད་ང་ཚོ County འདྲ་བོ་རེད County འདྲ་བོ།

ད་ཁ་སང་ང་ཚོ་ག་རེ་ཚར་སོང་བར་ཟེར་ན་མཆོད་རྒྱུལ་ཟེར་བ་དམ་བཅའ་ཟེར་བ་ཤོག་ངོས་དང་པོ་དེ་ཚར་རེད། ངའི་ད་ལྟ་འདས་བ་ཕྱག་དཔེ་གཅིག་ཡོད་ར་ཨམ། ཕྱག་དཔེ་གི་ཤོག་ངོས་དེ་ངའི་འདས་ལ་ཕུལ་བ་ཡིན། ཆགས། ངའི་ཁྱེད་རྣམ་པ་ཨུབ། དེ་ད་མི་འདུག་ཨ། ཁ་སང་ངས་དེ་ཤོག་ངོས་གཅིག་ཁྱེད་རྣམ་པ་སྤྱན་འབུལ་ཞུས་བ་ཡིན་པ། ཤོག་ངོས་དེ་སྤྱན་འབུལ་ཞུས་ས་དེ་ག་བ་ཡོད་ར་ཁ་སང་འདུག་བ་ཅང་ཡང་མཐོང་སོང།

ཨ། དེ་ཅི་མི་འདུག། ཀ་བ་ཡིན་ན། སྔོན་བཤད་ན་ཕྱག་ཁྲིད་ནང་ལ་གོ་གི་འདུག་ངས་དེ་ལ་ཤོག་ཅིག་དཔེར་ན་སྐུ་ཤོག་དང་འདྲ་སྐུ་ཤོག་བཀྲ་ཤིས་ལགས་ཡིན་ན་ཁོ་ཕ་ཁྱེར་ཕྱག་དཔེ་དེ་ད་ལྟ་ཡོད་མ་རེད་བ་ངས་དེ་ཤོག་དེ་འདི་བ་ཅིག་ང་ཚོ་བཟུམ་གི་གདོང་པ་ལ་འདི་བ་ཅིག་བསྟན་དགོས་མི་ཁྲིན་སི་ཁྲིན། Background། ཨུན། ཀ་བ་ཡིན་ན། Minimize མི་ཁྲིན།

བར་ཡོད་ས་ཅིག་ཡང་འགྲོ་ཐུབ་དགོས་རེད་བར་ཡོད་ས་དེ་ང་ད་ལྟ་དམིགས་བསལ་འདི་ནས་ཀྱང་འགྲོ་ཐུབ་ཀྱི་མི་འདུག་ང་རང་གི་སི་ཀུ་རིན་དེ་དཀའ་ཁག་ཡིན་ན་ཡང། ག་རེ་སི་ཀུ་རིན་བཤད་དུས་དཀའ་བ་ནི་བྱ་དགོས་རེད་དེ་རེད་ཐུང་ཨ། སི་ཀུ་རིན་ཤེས། ཤེར། ཤེར་སི་ཀུ་རིན་ཨ། ཕ་ཅིར་དེ་ཡིན་རྒྱུ་རེད་ཕ་ཅིར་ཤེར་སི་ཀུ་རིན་ཡིན་ས་རེད་ད་ངས་ཅིག་ལྟ་དགོས་ད་ངས་ཆ། ད་ངས་ཆ་ཁྲིད་གནང་ཨ།

ངས་ཁ་ཟུར་དེ་ནས་ཤོག་བུ་དེ་མ་ཅིག་བླངས་ནས་ང་ཚོ་ཅིག་དྲན་སོང་འགྲོ་ཁ་སང་སྔོན་མ་ཚར་བཞག་རྒྱུ་དེ་ཤོད་ད་ང་ཚོ་ཤོག་ངེས་ཨང་གྲངས་ད་ལྟ་ཕལ་གྱི་རྣམ་པར་དེ་ལ་གཟུགས་བ་ཡིན་ན་ཆོས་རྒྱུད་དང་རྩམ་པར་དམ་བཅའ་བ་ཟེར་བ་དེ་ནི་ཤོག་ངེས་དང་པོ་རེད་ང་ཚོ་དེ་ཚར་རེད་དེ་ནས་ཐུན་མོང་ཕྱིའི་སྔོན་འགྲོ་ཤོག་ངེས་གཉིས་པ་དེ་ད་ལྟའི་ཐུན་མོང་ཕྱིའི་སྔོན་འགྲོ་དེ་ཡི་གེ་ནག་པོ་ཆེན་པོ་འདུག་ད་ལྟའི་ནང་ལོགས་དེ་ལ་དང་པོ། རྟལ་འབྱོར་རྙེད་པར་དཀའ་བ་ཟེར་བ་རྟལ་འབྱོར་ཟེར་བ་ཁྱེད་རྣམ་པ་དགོངས་ཀྱི་ཡོད་བ་དལ་བ་རྒྱས་འབྱོར་བ་བཅུ་ཟེར་བ་འོ་དེ་རེད་ད། ཨ་ད་རྟལ་འབྱོར་རྙེད་དཀའ་དེའི་ནང་ལོགས་དེ་ལ་རིམ་པ་ཁ་ཤས་ཅིག་ཡོད་བ་རེད་ད་ཤོ་ངེ་གསུམ་པ་དེ་ལ་འཁྲིལ་སྙམ་པའི་ཚུལ་ཟེར་བ་ད་ཆུ་འཁྲིལ་ཟེར་ན་ཆུ་འཁྲིལ་བླ་མ་གིས་ཆུ་གསུངས་བ་དེ་ལ་འཁྲིལ་ཟེར། ཉམས་པ་གི་ཚུལ་ཟེར་བ་དེ་ལ་ནམ་རྒྱུན་སྔ་སོར་བླ་མ་གཅིག་གིས་ཆུ་ཉམས་པ་དེ་ལ། ཕྱིས་ཉམས་པའི་ཁབ་ཐུག་དེ་ལ་གཉན་སྟངས་དེ་ལ་གསུམ་གསུང་གི་ཡོད་རེད། གཉན་སྟངས་དེ་ལ། སོ་སོ་ལ་ན་པ་ལྟ་བུ་ཟེར། སོ་སོ་ཅིག་མིའི་ན་པ་འདྲ་བོ་ཅིག་ནས་མྱངས་དགོས་ཟེར་གི་ཡོད། ད་ན་པ་ཅིག་ལ་ཅིག་སྨན་པ་ཅིག་ཐུག་པ་ཡིན་ན། ཁོས་གཟབ་གཟུབ་ཅིག་མྱངས་གི་རེད་བ། ནད་པ་དེས་ཁྱོད་རང་ལ་ནད་དེ་འདུག་ཟེར་ལབ་གི་འདུག་མི་འདུག་ཟེར་ལབ་གི་འདུག་རེད་བ་ཡ། ཁ་སང་བྲེད་རང་འདྲ་བོ་ཡིན་ན་ང་ཟོ་གི་ཅིག། ཨ་ད་ད་ཁོ་རོ་ན་བྷ་རུ་སི་ང་ཚོ་གི་ཅིག་བརྟག་བྱེད་ད་ང་གི་རི་པོ་ཏི་འགྲོ་ཕག་སྐྲ་ཡོད་བ་ཡིན་ན་ད་གུག་ད་ཀིར་བ་སྐྲག་ནས་རེད་བ་ད་ང་ཕག་ཟི་ཁྲེ་ཕི་ཡིན་ན་ང་ནད་གི་ཁྲེ་ཕི་ཡིན་ན་ཟི་ཨ་ནི་པེ་ཉན་ད་ཀིར་བ་ཨེམ་ཇི་ཏི་ཀ་ཆེ་ཉན་ཀིར་བ་དེ་ནང་བཞིན་ང་ཚོ་ཆུ་ཉམས་པའི་ཁབ་ཏུ་དེ་ལ་ང་ཚོ་ནམ་རྒྱུན་ལ་མ་ད་ད་སོང་སྟངས་ཅིག་ཡོད་བ་སོ་སོ་ལ་ནད་པ་ནང་བཞིན་ཨ་སོ་སོ་པེ་ཅིག་ན་གི་ཡོད་བ་ཚ་གི་ཡོད་བ་འདྲ་བོ་ཅིག་ནས་ཨ་ནི་དེ་འདྲ་གི་བསམ་བློ་བཏང་དགོས་ཀི་རེད་ཨ། ག་རེ་ཟེར་ན། ང་ཚོ་ལ་སྤྱིར་བཏང་གི་ཅིག་དེ་རིང་འདྲ་བོ་ཡིན་ན་ནག་གི་མེད་ན་ཚ་གི་མེད་ན་ཡང། Physically ཡིན་གྱི་ནང་ལ་གྱི་ནས Physically ང་ཚོ་གཟུགས་པོ་དེ་ནག་གི་ཚ་གི་མེད་ན་ཡང་སེམས་དེ་ནག་གི་ཚ་གི་ཡོད་བ་རེད་ད། Mentally ང་ཚོ་ལ་ཅིག་འདོད་ཆགས་ཞེ་སྡང་ང་རྒྱལ་ཕྲག་དོག་གཏི་མུག་འགྲན་གསུམ་དེ་འདུག་བ་ད་དེ་ཚོ་ང་ཚོ་གི་ན་ཚ་ཡིན་ཟེར་གི་ཡོད་རེད་ནང་པའི་ཆོས་གི་ནང་ལ་ན་ཚ་དེ་སེམས་གི་ན་ཚ་དེ་ཡོད་བ་རེད། དེ་ཇི་ཙམ་སེམས་ཀྱི་ན་ཚ་དེ་གཡོ་བསམ་ནས་ཨ་ནི་བསམ་བློ་དང་པོ་དེ་སྟེར། གཉིས་པ་དེ་ལ་ང་ཚོ་ཆེས་གཞན་ཀུན་དེ་ལ་ཨེམ་ཇི་གི་འདུ་ཤེས་བཞག་ནས་ཨེམ་ཇི། སྨན་པ། ཨོ་ལྟ་སྐུ་སྨན་པ་ཡང་ནང་བཞིན་ཡིན་བསམ་ནས་རེ་བ་ཡ། གསུམ་པ་དེ་ལ་ང་ཚོ་གི་ཆུའི་འདུ་བ་ང་ཚོ་གི་ལྷོ་སྦྱོང་བྱ་ས་གི་ཆུ་དེ་སྨན་གི་འདུ་ཤེས་སྨན་གི་བསམ་བློ་དེ་འདི་སྨན་ཡིན་ང་འདི་ཨ་ནི་ཟ་བ་ཡིན་ན་ང་ལ་ཕན་གི་རེད་ཟེར་ང་གི་ཨ་ནི་སེམས་ཀྱི་ན་ཚ་ལ་ཕན་གི་རེད་ཟེར་བ་དེ་འདི་བསམ་བློ་མ་འདྲ་བ་གསུམ་དང་འགོག་གི་ཡོད་རེད། ཨོ་ཡ། དེ་འདྲ་ཡང་ལ་སོང་སྟངས་ཅི་ཡོད་ཨ་སོ་སོ་ལ་ནད་པ་ནང་བཞིན། བླ་མ་ལ་སྨན་པ་ནང་བཞིན། དམ་པའི་ཆོས་ལ་སྨན་ནང་བཞིན་གྱི་འདུ་ཤེས་དེ་བྱ་ཟེར་བ་དེ་ལ་ཅི་ཡོད་ཨ། ཨོ་ཡ། དེ་དཔེ་གལ་ཆེན་པོ་རེད་ཨ། དེ་ནི་དེ་མ་ཡིན་པའི་ཡང་ཅིག་གཅིག་སྣོད་ཀྱི་སྐྱོན་གསུམ་ཟེར་བ་དེ་འདྲ་ཅིག་ཡོད་རེད་ཅིག་ཡོད་དཀར་ཟ་ཁ་སྦུབ་པ་ལྟ་བུ། དེ་ལྟར་ཁ་ཤས་ཅིག་ཡོད་གི་སྦ་དེ་མ་ཉན་མཁན་ཅིག་ཡིན་ན་ང་སོ་གོ་ངས་ཁྱེད་ལ་བྱ་གཅིག་བླུགས་པ་ཡིན་ན་ཁྱེད་ཀྱི་ཕོར་བ་དེ་ཁ་མ་དགོད་ར་ཡིན་ན། བྱ་དེ་ཕོར་བ་ནང་ལ་འགྲོ་གི་མ་རེད་བ་དེ་ལ་ང་ཚོ་ཁ་སྦུབ་པ་ལྟ་བུ་སྐྱོན་ཟེར་བ་ཅིག་ཡོད། དེ་ནས་མི་གཙང་བའི་སྦག་པ་ཟེར་བ་ཅིག་ཡོད་རེད། ང་ཚོ་གི་ཅིག་ངའི་ཕ་ཆོས་ཅིག་བཤད་ཁྱེད་རྣམ་པ་གི་ང་ལ་ཅིག་སེར་ན་ཡང། ང་ཚོ་གི་ཀུན་སློང་དེ་ཡག་པོ་ཅིག་མེད་ན་ད་ང་ཅིག་འགྲོ་ནས་ཅིག་ཉལ་ནས་ཁུ་ག་རེ་ལབ་གི་འདུག་ཅིག་ཉལ་འགོ་གི་འདུག་ཁུ་ག་ཅག་ནང་ལ་མ་འགྲིག་གི་ག་རེ་འདུག་ངས་དེ་ཕར་ཟིན་ནས་ཁུ་ལ་སྐྱོན་བརྗོད་གི་གདག་སྐྱོན་བརྗོད་གི་ཡིན་ཟེར་བ་འགྲོ་གི་ལུང་ངན་པ་ཅིག་དང། ང་རང་ཆེས་ཤེས་མཁན་གི་ངོས་ནས་ཡང་ཕར་ཆེས་ཤེས་པའི་ཁ་ཟུར་དེ་ལ་ད་ངས་ཅིག་ཅིག་ང་རང་གི་ཅིག་ཁེ་བ་ཡིན་པ་ཅིག་ཡོད་རེད་བ་ད་ཁེ་བ་ཡིན་པའི་ཅིག་ཟུར་འདྲ་བོ་ཅིག་ང་རང་ཤི་བོ་ཅིག་ཡིན་པའི་ཟུར་འདྲ་བོ་ཅིག་ཁུ་སོགས་ཅིག་ལབ་ཐུབ་བ་ཟེར་གི་ལུང་ངན་པ་ཡོད་ན། ང་རང་གི་ལུང་དེ་ངན་པར་ང་ཚོ་མི་གཙང་བའི་སྦག་སྦག་ཟེར་བ་ཅིག་ཁ་ལ་ཅིག་གི་ནང་ལ་ཐུགས་དུག་བསླུ་བར་འགྲོའོ་ཁ་ལ་ཅིག་གི་ནང་ལ་ས་བསླུ་བར་འགྲོའོ་དེ་ཆང་འགྲོ་གི་རེད་ཟེར་གི་ཡོད་རེད། ཞབས་རྡོལ་བ་ལྟ་བུའི་སྐྱོན་སེལ་བ་ཅིག་ཡོད་ད་ངའི་དཔེ་ཞག་ན་ཁྱེད་རྣམ་པ་ད་ལྟ་ཅིག་ཆུ་ཅིག་ཅལ་འདྲ་བོ་ཅིག་བསླུ་བ་ཡིན་ན་ཁྱེད་རྣམ་པ་གི་ཕོར་བ་དེའི་ཨ་ནི་ཞབས་དེ་ལ་ཨོ་ཁུང་ཅིག་ཡོད་བ་ཡིན་ན་ད་ཇག་ག་ཚོད་བསླུ་ན་ཁོ་ཡོང་བ་ཅིག་ཡོད་མ་རེད་བ་རྡོལ་ཚར་དེ་ག་རེད་ཟེར་གི་ཡོད་ཟེར་ན་ངས་འདི་ནས་ཕ་ག་ཚོད་ཅིག་བྱ་ཡིན་ན་ཁྱེད་རྣམ་པ་གི་ད་ག་ཟེ་མ་ཉན་ནི་རེད་བ་སེམས་ལ་མ་འཇུས། དེ་དག་གིས་ཉན་གྱི་ཡོད་པ་མ་གཏོགས་སེམས་དེ་བག་ཡངས་ནས་བསྡད་ཡོད་ན། ད་ལྟ་གི་ཞབས་བརྡོལ་བ་ཟེར་བ་དེ་ཆགས་ཀྱི་ཡོད་པ་རེད། ཨོ་དེ་ཇི་ཙམ་ད་ལྟ་ཁྲིད་ཉན་པའི་ཚུལ་ཟེར་བའི་གབ་ཀྱི་དེ་ལའང་བླ་མ་ཐོག་ཏུ་ག་དུས་ཡིན་ན་དེ་གསུང་དགོས་རོགས་གཟབ་གཟུབ་ཀྱིས་ཉན་དགོས་བ་དེ། གཟབ་གཟུབ་ཀྱིས། ཨོ་དེ་ཟེར་གྱི་ཡོད་པ་ཁྲིད་ཉན་པའི་ཚུལ་བསྟན་པ། དེ་ནས་ཤོག་ངོས་བཅོ་བརྒྱད་དེ་ལ་ཤ་ཤེད་ཆོས་ཀྱི་རིམ་པ་བསྟན་པ་ཟེར་བ་ད་དེ་རེད་ད་ང་ཚོ་ཤ་ཡག་གི་ཆོས་དེ་ལ་ད་རིམ་པ་གཅིག་ད་ཡོད་བ་རེད། དང་པོ་གཉིས་པ་གསུམ་པ། དང་པོ་དེའི་ནང་ལོགས་ལ་ཡང་དང་པོ་གཉིས་པ་གསུམ་པ་འདྲ་བོ་ལྟར་དེ་འདྲ་ཅིག་ཤིང་སྡོང་གཅིག་ལ་རྩ་བ་གཅིག་དེ་ནི་ཡལ་ག། ཡལ་ག་དེ་ལ་ཡང་ཉང་ལག་དེ་ལ་ཕ་ཡོང་གི་འདུག་བ་ལོ་མ་དང་མེ་ཏོག་རིམ་པ་འོ་ད་དེ་བྱས་ནས་འགྲོ་གི་ཡོད་རེད། ཨ། ཤིང་ཡིག་བཅུར་དགོས་པ་ངོ་བོ་དལ་བ་བསམ་པ། ཉི་ཤུ་རྩ་གཅིག་པ་ཁྱད་པར་གྱི་ཕྱིའི་འབྱོར་བ་བསམ་པ། སུམ་ཅུ་སོ་བདུན་པ་པི། རྙེད་དཀའ་ཡི་པི་ལ་བསམ་པ། སུམ་ཅུ་སོར་དགུ་བ་ཀྲང་གིས་ཁྱབ་པར་བསམ་པ་ལྟར་འདི་སོ་གཅིག་གཉིས་གསུམ་བཞི་ཚུན་ནས་ང་ཚོ་བོད་ཡིག་བོད་པའི་ཡིག་ཡང་བྲིས་འདུག་བ། ཆ་ཚང་ང་ཚོ་གཟུགས་པོ་འདི་སྒང་ལ་བསམ་བློ་གཏང་དགོས་ཡོད་ད། ཆོས་སྒྲུབ་མཁན་གཅིག་ཡིན་ན་རེད། ཆོས་དེ་ལ་མཐུན་རྐྱེན་སྦྱོར་མཁན་གཅིག་ཡིན་ན་ག་རེ་ཡིན་ན་ད་ང་ཚོ་མི་དང་མིའི་བར་གྱི་འབྲེལ་བ་རེད་ད། མི་དང་མིའི་བར་གྱི་འབྲེལ་བ་རེད་དེ་བྱས་ཙང་ང་ཚོ་མིའི། སོ་སོ་ལ་ཡོད་པའི་གཟུགས་པོ་འདི་དང་ཞོགས་པའི་ཞོགས་པ་ནི་ཡང་ཉིན་སྲང་ནས་དགོང་དག་གཉིད་མ་ཁུག་བར་དུ། ག་རེ་བྱས་ནས་ང་བཟོ་པའི་དཀའ་ལས་རྒྱག་གི་ཡོད་རེད་སློབ་སྦྱོང་བྱ་ཉིན་གཅིག་ཡིན་ན་རེད་ལས་ཀ་བྱ་ཉིན་གཅིག་ཡིན་ན་རེད་ག་རེ་བྱས་ནས་འདི་འདྲ་དཀའ་ལས་རྒྱག་གི་ཡོད་རེད་གཟུགས་པོ་འདི་ཆད་དུ་རེད་དཱ། མང་ཆེ་ཤས་གཟུགས་པོ་འདི་བཟོ་ཡ། གཟུགས་པོ་འདི་མ་འཁྱག་ག་གཟུགས་པོ་འདི་མ་ཚ་བ་གཟུགས་པོ་འདི་མ་ན་བ་རུ་བ་ཡི་དུས་ཆད་དུ་ཡོད་ཙང་གཟུགས་པོ་འདི་སྒང་ལ་བསམ་བློ་བཏང་བ་མང་པོ་བྱུང་ཆགས་གི་ཡོད་རེད། ད་ང་ཚོ་གི་མིའི་འཚོ་བ་འཚོ་བ་ག་རེ་ལ་བ་ཡིན་ན། མཐར་ཐུག་ས་དེ་གཟུགས་པོ་འདི་རེད་བ་དེ་མ་ཤི་བར་དུ་གཟུགས་པོ་འདི་ལ་ཁ་ལག་སྤྲ་ཡ་གཟུགས་པོ་འདི་ལ་དུང་བ་སྤྲ་ཡ་ཆུ་སྤྲ་ཡ་རེད་བ་ཡ་གཟུགས་པོ་འདི་ལ་དུས་ལོག་སྤྲ་ཡ་གཟུགས་པོ་འདི་བདེ་ས་ཡག་པོ་ཅིག་ཡག་དགོས་བ་དེ་རེད་བ་དེ་གཟུགས་པོ་འདི་ན་ཡིན་ན་སྨན་ཅིག་རག་དམིགས་ཡུལ་དེ་རེད། ད་དེ་འདྲ་བའི་གཟུགས་པོ་འདི་ག་རེ་བྱས་ནས་འདི་འདི་རྩ་ཆེན་པོ་རེད་རེད་བ་ཡང་གཟུགས་པོ་མང་པོ་བཅུག་འདུག་བ་མིའི་གཟུགས་པོ་འདུག་བོད་པ་གི་གཟུགས་པོ་འདུག་ཨིན་ཇིའི་གཟུགས་པོ་འདུག་ཁ་ཆེའི་གི་གཟུགས་པོ་འདུག་ཡེ་ཤེས་ལ་མིའི་གཟུགས་པོ་འདུག་ཡིན་ནང་ང་གཟུགས་བོད་པ་གི་མི་གཟུགས་པོ་འདི་ཡིན་ང་གཟུགས་ནང་པ་གི་གཟུགས་པོ་འདི་ག་རེ་བྱས་ནས་རྩ་ཆེན་པོ་རེད་ཟེར་བ་ད་དེ་ངོ་སྤྲོད་བྱ་གི་ཡོད་བ་རེད་འོ་ཡ་དེ་ནས་ད་ལྟ་ཕྱོགས་ངེས་བཞི་བཅུ་ཞེ་གསུམ་པ། གཉིས་པ། ཚེ་ཡི་མི་རྟག་པའི་ཁྲིད་དམ་པ་ཚེ་ཟེར་བ་དེ་མི་ཚེ་ང་གཟུགས་མི་ཚེ་གང་པོ་ཟེར་བ་དེ་ཨོ་དེ་ལ་སོ་སོའི་ཚེ་ཨིན་ཇི་ནང life རེད་བ་ད། ཚིག་མི་རྟག་པ་དང་ན་ཟུག་གི་མི་ཚིག་འདི་ཡང་མི་རྟག་པ་ཡིན་པ་ཟེར་བ་ད་ཁ་སང་ངོ་མ་དེ་སོང་བ་རེད་ད་དེའི་ནང་ལོགས་དེ་ལ་རིམ་པ་མ་འདྲ་བ་བདུན་འདུག་གཟུགས་ཀྱི་འདུག་བ་ཕྱོགས་ངེས་པས་ན་བོད་པ་ཡིན་ན་ཡི་གེ་ཨང་ཀི་དང་པོ་གཉིས་པ་གསུམ་པ་འདི་ནས་ཕར་ལག་པ་ཨི་གཡོན་པ་ལ་བརྒྱབ་འདུག་བ་ད་ན་ཟུག་གི་ལག་པ་ཨི་གཡོན་གྱི་ཡི་གི་ཕྱོགས་དེ་ལ་ད་ཨིན་ཇིའི་ཨང་དྲངས་འདུག་བ་གསུམ་བཞི་བཅུ་ཞེ་གསུམ་ལྔ་བཞི་བཅུ་ཞེ་ལྔ་བཞི་བཅུ་ཞེ་བརྒྱད་ལྔ་བཅུ་ཐམ་པ་ལྔ་བཅུ་ང་གཉིས་ལྔ་བཅུ་དྲུག་ཅུ་རེ་གསུམ་དྲུག་ཅུ་རེ་ལྔ་བར་དུ། ད་ཁ་སང་ངོ་མ་ང་ཚོ་དང་པོ་དེ་འགྲོ་བ་རེད་ད། རིམ་པ་དང་པོ་དེ་ཕྱིའི་སྣོད་ཀྱི་འཇིག་རྟེན་ལ་བསམ་སྟེ་མི་རྟག་པ་སྒོམ་པ་ཟེར་བ་ད་དེ་རེད། འོ་ཡ་ཁྱེད་རྣམ་པ་དགོངས་ཀྱི་ཡོད་བ་ཕྱིའི་སྣོད་ཀྱི་འཇིག་རྟེན་ཟེར་ན་ག་རེ་ཟེར་གྱི་ཡོད་བ་རེད། ང་ཚོ་གི་དཔེ་ན་ད་ལྟ་ངས་དཔེ་ཅིག་བཞག་ཨ་ཡིན་པ། ཕོར་བ་ཅིག་གི་ནང་ལ་ཆུ་བླུགས་ན་རེད་རྩམ་པ་བླུགས་ན་རེད་དེའི་རྩམ་པ་བླུག་ས་ཆུ་བླུག་ས་གི་སྟེང་དུ་ཕོར་བ་གཅིག་འདུག་བ་དེ་ལ་སྣོད་ཟེར་གྱི་ཡོད་ཕྱིས་སྣོད་རེད་བ་ཡ་སྣོད་བྱ་ལགས་ང་ཚོ་ནི་སྣོད་ལ་གོ་རེ་ཚམ་ཚུམ་བྱ་ལགས་ད་ང་ཚོ་འགྲོ་བ་མི་ཡིན་ན་རེ་དུད་འགྲོ་སེམས་ཅན་བསྡད་ས་གི་སྟེང་དུ་སྣོད་འདྲ་བོ་ཕོར་བ་འདྲ་བོ་དེ་ག་རེ་རེད་འཛམ་བུ་གླིང་འདི་རེད་བ་དེ་ས་ཆ་འདི་ས་འདི་རེད་བ་སའི་གོ་ལ་ཟེར་བ་འདི་རེད་ད་ཨོ་ཡ་ད་སའི་གོ་ལ་འདི་མི་རྟག་པ། འཇིག་རྟེན་ལ་གོ་འདུག་བ་ང་ཚོ་གོ་འཇིག་རྟེན་ཟེར་ན་པའི་ཚིག་ཧ་ལས་པའི་ཚིག་གཏང་ས་པོ་ཡོད་བ་རེད་འཇིག་རྟེན་ཟེར་གི་འདུག་བ། དཔེར་ན་དབྱིན་ཇིའི་ནང་ལ་ཡང་ན་བོ་རོ་འདྲི་ཟེར་བ་དང་དེ་མ་གཏོགས་བོ་རོ་འདྲི་ཟེར་བ་དེའི་ཚིག་ཁོ་རང་ནང་ལ་ཅིག་འཇིག་ཟེར་བ་རྟེན་ཟེར་བ་དེ་འདྲ་ཞིག་ང་ཚོ་གོ་ཡ་ཙང་མི་འདུག་བ་དང། ཁོ་རང་ཚོ་ཅིག་བྱས་ན་མཁས་པ་དེ་འདྲ་གཏང་གསར་པོ་འདྲེ་ཞིག་ཡོད་རྒྱུ་རེད་བ་དེ། བོ་རོ་འདྲི་ཟེར་བ་དང་རྒྱ་མི་སྐད་ཀྱི་ནང་ལ་ནི་ཧྲི་ཅེ་ཟེར་གི་ཡོད་བ་དང་མི་ཞིག་དེ་ཧྲི་ཅེ་ཟེར་བ་དེའི་ཚིག་དེའི་ནང་ལ་འཇིག་རྟེན་ཟེར་བ་གི་དེ་ནང་དོན་དེ་ཡོད་མེད་མི་ཤེས་ཏེ་ངས་དེ་མི་ཤེས་ད་ནང་ང་ཟུག་འདི་པོ་ཨ་མདོ་བུ་མོ་བཅུག་འདུག་མོ་རང་གིས་ཤེས་གི་རེད་ཨ། ད་ང་ཟུག་བོད་པའི་ཡིན་ན་འཇིག་རྟེན་ཟེར་གི་ད་འཇིག་ཟེར་བ་དེ་ག་རེ་ཟུག་གི་ན་མི་རྟག་པ་འཇིག་གི་འགྲོ་བ་རེད་བ་ཡ་འཇིག་གི་འགྲོ་བ་ཤི་གི་འགྲོ་བ་དེ་ལ་འཇིག་ཟེར་གི་ཡོད་རེད་ཨ། ཨོ་ཡ། ད་ང་ཚོ་འཛམ་བུ་གླིང་གླིང་འདི་གང་ལ་ཡོད་ཚུལ་དེ་མེད་པ་ནི་ཡོད་པ་ཡོང་བ་ཅིག་དང་ཡོད་པ་ནི་ཡར་རྒྱས་འགྲོ་བ་ཅིག་དང་ཡར་རྒྱས་ནི་ཡང་མར་ནི་ཡོང་བ་ཅིག་དང་མཐའ་མ་དེ་ལ་རྩ་མེད་དུ་འགྲོ་བ་ཅིག་ཡོད་རེད་བ་དེ་ལ་འཇིག་ཟེར་གི་ཡོད་རེད་ད། འོ་ཡ་ཆ་ཚང་འཇིག་འགྲོ་བ་རེད་ད། རྟེན་ཟེར་བ་དེ་ཆ་ཚང་འཇིག་འགྲོ་བའི་གི་དངོས་པོ་དང་འགྲོ་བ་མིའི་ཆ་ཚང་རྟེན་ས་དེ་འོ་ཡ་ང་ཚོ་རྟེན་ས་དེ་རེད་ད་ང་ཚོ་བསྡད་ས་དེ་རེད་འོ་ཡ་དེ་ཇི་ཙམ་འཇིག་བསྟན་ཟེར་གི་ཧ་ལས་པའི་ཚིག་དཔེ་གོ་བ་ཆེན་པོ་རེད། དཔེ་ཆགས་ན་ང་བཟོ་གི་བོད་པའི་ཚིག་གི་ནང་ལ་འགྲོ་བ་ཟེར་བ་ཅིག་འགྲོ་བ་རིགས་དྲུག་ཟེར་བ་ཅིག་ཡོད་བ་འགྲོ་བ་རིགས་དྲུག་ལབ་གི་འདུག་བ། འགྲོ་བ་ཟེར་ན་ག་རེ་ཟེར་གི་ཡོད་བ་རེད། སྐྱེ་བ་སྔོན་མ་ནས་སྐྱེ་བ་འདི་ལ་ཡོང་བར་སླེབས་པ་རེད་དེ་ལ་ཡང་འགྲོ་བ་རེད་བ་ཡབ་འགྲོ་བ་རེད་བ། ད་ད་ཡིག་གི་མི་ཚེ་འདི་ཡང་ང་ཚོ་ཨ་མ་གི་ཁོག་པ་ནས་སྐྱེས་བ་ནས་བཟུང་སྟེ་མ་ཤི་བར་དུ་འགྲོ་གི་ཡོད་རེད་དམ། ཤི་བ་གི་ཕྱོགས་དུ་འགྲོ་གི་ཡོད་རེད། སྐར་མ་གཅིག་བདག་གི་ཡོད་མ་རེད་ད་འགྲོ་གི་ཡོད་རེད་ད། ང་ཚོ་བསམ་བློ་གནང་ལ་ཅིག་དེ་རིང་ང་ལས་ཀ་ལ་མ་སོང། དེ་རིང་ངས་སློབ་སྦྱོང་འདྲ་མ་བྱས་བ་ཡིན་ན་ད་ངའི་མི་ཚེ་འདི་ཅིག་འགྲོ་གི་མེད་འགྲོ་གི་ཅིག་འདུག་ཅིག་ཆ་ཚང་ཅིག་གཅིག་པ་ཡིན་པ་འདྲ་བོ་དེ་མ་རེད་བ། སྐར་མ་རེ་རེ་སྐར་ཆ་རེ་རེ་ལ་དཔེ་ང་ཚོ་གཟུགས་པོ་ཡིན་ན་འདི་རྒས་འགྲོ་བ་དང་རེ་བ་ཡང་འགྱུར་བ་ཐེབས་འགྲོ་བ། ཆ་ཚང་བསྒྱུར་བ་ཐེབས་འགྲོ་གི་ཡོད་དཔེར་ན་ང་ཚོ་གི་ཁང་པ་ཡིན་ན་རེད་ཅིག་ང་ཚོ་གི་ཅིག་བྱ་གླག་ཡིན་ན་རེད་ཆ་ཚང་ཕ་མི་གི་ཧོབ་དེ་བལྟས་ན་ད་ཅིག་འགྱུར་བ་འགྲོ་གི་མེད་ཡ་འགྲོ་གི་ཅིག་འདུག་བ་ཡ། སྐར་མ་རེ་རེའི་སྐད་ཆ་རེ་རེ་ལ་ཁོ་རང་ཁོ་རང་དཔེར་ན་གཏིང་ཟབ་པོ་སྒོ་ནས་འགྱུར་བ་འགྲོ་ད་ཡོད་རེད་འགྱུར་བ་འགྲོ་དེ་ཇི་ཙམ་འགྲོ་བ་འགྲོ་བ་ཟེར་བ་དེ་དེ་རེད་འགྲོ་བ་རིགས་དྲུག་ཟེར་བ་དེ་ང་ཚོ་སྐྱེ་བ་ནས་ཤི་བ་ལ་འགྲོ་གི་ཡོད་རེད། སྐྱེ་བ་འདི་ནི་སྐྱེ་བ་རྗེས་མ་ལ་འགྲོ་གི་ཡོད་བར་སྐར་མ་གཅིག་མ་བསྡུས་ནས་འགྲོ་གི་ཐེག་ཆེ་ཚང་འགྲོ་བ་ཟེར་བ་སྔ་སོར་བོད་པའི་ཚིག་གི་ནང་ལ་ཧ་ལས་པའི་དཔེ་ན་ཚིག་རེ་རེ་རེ་རེ་གཏང་ས་པོ་འདུག་ད་དཔེ་གཏང་ས་པོ་འགྲོ་བ་ཟེར་བ་དེ་འོང་ཡ་ཐེག་ཆེ་ཚང། འཇིག་རྟེན་ལ་བསམ་ཏེ་ཕྱི་སྣོད་ཀྱི་འཇིག་རྟེན་ལ་བསམ་ཏེ་མི་རྟག་པ་སྒོམ་པ་ད་ཁ་སང་ཞུས་ཚར་བ་རེད་ད་དེ་རིང་ག་རེ་རེད་ཟེར་ན། ཨོ་ཡ། ད་གཉིས་པ་དེ་རེད། ནང་བཅུད་ཀྱི་སེམས་ཅན་ལ་བསམ་སྟེ་མི་རྟག་པ་བསྒོམ་པ་ཟེར་བ་དེ་རེད་ད་ནང་རེ་བ་ཡ་ད་ང་ཚོ་ཅིག་འཛམ་བུའི་གླིང་འདི་ཕོར་བ་འདྲ་བོ་ཅིག་ཡིན་ན་ད་ང་ཚོ་དེའི་ནང་ལོགས་ལ་ཡོད་པ་གི་ད་བཅུད་ལུས་འདྲ་བོ་རེ་བ་ཆུ་འདྲ་བོ་ཅིག་ཕོར་བ་ཞིག་གི་ནང་ལ་ཅིག་རྩམ་པ་ལུས་བ་ལྕགས་ལུས་བ་འདྲ་བོ་ང་ཚོ་ད་ལྕགས་འདྲ་བོ་རྩམ་པ་འདྲ་བོ་ནང་ལོགས་གི་དེ་རེ་བ་དེ་ཇི་ཙང་ནང་བཅུད་ཀྱི་སེམས་ཅན་ཟེར་བ་ནང་བཅུད་ཀྱི་སེམས་ཅན་ལ་བསམ་སྟེ། ད་མི་རྟག་པ་དགོན་པ། ད་ང་ཚོ་སྔོན་མ་གི་ད་བོད་པའི་ལོ་རྒྱུས། ད་བོད་པའི་ལོ་རྒྱུས་བྲིས་མཁན་མང་པོ་བྱུང་བ་རེད་བ། ད་བོད་པའི་ལོ་རྒྱུས་བྲིས་མཁན་མང་པོ་ཅིག་གི་ལོ་རྒྱུས་དེ་ཁུངས་གཏུགས་ས་དེ་དཔེར་ན་ཤེ་ཡི་ཁ་བརྡ་གི་དེ་ལ་ཅིག་འགྲུལ་བ་མིའི་ཟེར་བ་དེ་ག་འདྲས་ཅིག་བྱུང་བ་དེ། བཤད་སྟངས་དེ་མང་པོ་ཅིག་རྒྱ་གར་གི་སྔོན་མ་ཧིན་དུའི་ད་ད་ཡང་ཅིག་གནའ་རབས་ཀྱི་བཤད་སྟངས་མང་པོ་དེ་འདྲ་ཡང་འདྲ་བོ་འདྲ་བོ་ཡོད་བ་རེད། འདྲ་བོ་འདྲ་བོ་འདྲ་ཅིག་ཡོད་བ་རེད། ད་བོད་པའི་སྤྱི་སྟངས་ཀྱི་འགྲོ་བ་མི་དང་པོ་དེ་ག་བ་ནས་བྱུང་བར་ཟེར་གྱི་ཡོད་བ་ཟེར་ན། ལྷ་ནས་བྱུང། དཔེར་ན་འཇིག་རྟེན་གཞན་པ་འཛམ་བུ་གླིང་གཞན་པ་ནས་བྱུང་ཟེར་གྱི་ཡོད་བ་རེད། ཐོག་དང་པོ་དེ་ལ། འཇིག་རྟེན་གཞན་པ་གི་མི་དེ་འདྲ་ད་ང་ཚོ་ནས་ཁམས་གསུམ་ཟེར་བ་ཅིག་འདུག་བ། ཁམས་གསུམ་དེའི་ནང་ལ་ང་ཚོ་ཡིན་ན་མདོ་ཁམས་རེད་བ། མདོ་ཁམས་ཟེར་བ་དེའི་ནང་ལ་ད་ང་ཚོ་ཅིག་ལྷོའི་འཛམ་བུ་གླིང། གནོད་པ་ལངས་སྤྱོད་སྤྱང་སྦྲ་མི་ཉན་ཤར་ལུས་འཕགས་ལངས་ཟེར་བ་གླིང་ཡུལ་དུ་ཤི་ཟེར་བ་དེ་འདྲ་འདུལ་བ་འགྲོ་བ་མིའི་སེམས་ཀྱི་ཡོད་ས་དང་ང་ཚོ་དེ་འདྲ་གི་ཡུལ་ཤུལ་ཅིག་ཡོད་བ་རེད། ཨ་དེ་ནས་ཅིག། ཨ་ཀར་ས་ཉི་བ་ཡེ་དག་དུད་འགྲོ་ད་ང་ཚོ་འགྲོ་བ་རིགས་དྲུག་ཟེར་བ་དེ་ད་ལྟ་གི་ང་ཚོ་འདོད་ཁོམ་ཟེར་བ་འདི་ནང་ལོགས་ལ་ཡང་རྩོད་ཡ་ཅིག་ཡོད་བ་རེད་འགྲོ་བ་རིགས་དྲུག་ཟེར་བ་རེད་བ་ཡ། ད་དཔེར་ན་དེ་འདོད་ཁོམ་ཟེར་བ་དེའི་ནང་ལའང་ད་ལྟ་འགྲོ་བ་མི་ཡོད་བ་རེད་ང་སོང་གསུམ་ཡོད་བ་རེད་ལྷ་ཡོད་བ་རེད། མདོ་ཁམས་ཟེར་བ་སྔ་བཟོ་གི་དུས་ཁམས་གསུམ་ནང་གི་མདོ་པའི་ཁམས་ཟེར་བ་དེའི་ནང་ལ་ལྷ་དེ་འདྲ་ཡང་རིམ་པ་མ་འདྲ་བ་པས་ན་ལྷ་གི་སྡེ་ཚན་འདྲ་མ་སོང་ན་དྲུག་ཡོད་རེད་མདོ་ལ་རིགས་དྲུག་ཟེར་བ་རེད་ཨོ་ཡ། ད་ང་ཚོས་ག་རེ་ཟེར་གི་ཡོད་ཟེར་ན། དཔེར་ན་ད་ཀླུ་འབུམ་མང་པོ་ཅིག་གི་སྔོན་ལ་ང་ཚོ་འགྲོ་བ་མིའི་འདི་མེད་པའི་སྔོན་ལ། མདོ་ཁམས་ཀྱི་ལྷ། ལྷ་མང་པོ་ཅིག་གི་རྫུ་འཕྲུལ་གྱི་ཁོ་རང་ཚོ་རྫུ་འཕྲུལ་ཡོད་རེད་གཟུགས་པོ་ལ་དབུལ་ཡོད་རེད། ཨོ་ཁོ་རང་བཟོ་པས་ན་མདོ་ཁུམ་ནས་ང་བཟོ་བར་སུ་འཛམ་བུ་གླིང་འདི་སྒང་ལ་ཡོང་བ་རེད་ཟེར་གི་ཡོད་ད། ཡོང་ནས་མང་པོ་ཅིག་ཨ་ནི་ལོ་མང་པོ་ཅིག་བསྡད་རེད། ད་དཔེར་ན་ཅིག་ཀ་ཟེར་གི་གོང་སངས་འདྲ་བོ་ཡོང་ནས་ཨ་ནི་དེ་ལ་བསྡད་ཡ་རེད། དང་པོ་ཡོང་བའི་ཁབ་ཏུ་དེ་ལ་ཁོ་རང་བཟོ་བོ་ལ་འོ་ལི་ཡོད་བ་རེད་ནམ་མཁའ་ལ་འཕུར་འགྲོ་གི་ཡོད་བ་རེད་ང་བཟོ་གནང་བྱིན་གི་ཁ་ལ་འདི་ལ་ཟ་དགོ་གི་མ་རེད། ལྷ། ཁོ་རང་ཁོ་རང་བཟོ་པས་ན་ཅིག་རྫུ་འཕྲུལ་དང་ནུས་པ་ཅིག་ཡོད་བ་རེད། ཡིན་ན་ཡང་ད་ང་ཟོ་འདིའི་འཛམ་བུའི་གླིང་གི་ས་ཆ་འདི་སྒང་ལ་ཡོང་ནས་བརྡ་ཡ་དེ་དཔའ་གཅིག་ལ་མང་དྲགས་ནས། ད་ཅིག་ག་ལེ་ག་ལེ་ཅིག་གྲོགས་ཁུག་ལྟོ་བ་གི་ཚོར་བ་འདྲ་ཅིག་བྱུང། ད་གར་སོང་ན་ང་ཟོ་འདིའི་ས་ཆ་ཡོད་བ་གི་རླུང་དེ་དང་ཅིག་མང་པོ་ཅིག་ཁོ་རང་ཟོ་ཟོ་པོ་སྒང་ལ་འགྲོ་གི་རེད་བ། དེ་ཇི་ཙམ་ནང་ལོགས་ནས་འགྱེལ་བ་འདྲ་ཐེབས་ནས། གྲོགས་ཁུག་ལྟོགས་ནས། ད་སྐལ་བཟོ་ཅིག་ཟ་དགོས་གི་འདུག་ཟེར་ཅིག་ཨ་ནི་ཅིག་ང་བཟོ་གི་ཅིག་ས་དེ་ཤིང་ཏོག་འདྲ་བོ་དང་ས་གི་གཡོག་ལ་གཡོག་བ་གི་ཅིག་རྩྭ་འདྲ་བོ་དང་རྩྭ་གི་རྩ་བ་རྩ་བ་འདྲ་བོ་དེ་འདྲ་འདུག་ཨ་དེ་འདྲ་བཟོས་བ་རེད། དེ་འདྲ་བཟོས་ནས་ཨ་ནི་ཁོ་རང་བཟོ་གི་ག་ལེ་ག་ལེ་གཟུགས་པོ་ལ་འགྱུར་བ་ཐེབས་ནས་གཟུགས་པོ་གང་གི་འོད་དང་ནམ་མཁའ་ལ་འཕུར་ཡ་དང་དུ་གཟུགས་ག་ལེ་ག་ལེ་བརླག་སོང་བ་རེད། འོ་དེ་ཟེར་གི་ཡོད་ཨ་ད་དེ་ལབ་གི་ཡོད། དེ་འདྲ་བྱས་ནས་ད་ག་ལེ་ག་ལེ་ཁོ་རང་བཟོ་གི། སྐར་ས་མི་འདྲ་བོ་ཆགས་སོང་བ་རེད་ཟེར་གི་ཡོད་རེད། ག་ལེ་ག་ལེ་མི་འདྲ་བོ་ཆགས་སོང། ད། ད་དེ་ང་ཚོ་གི་དཔེར་ན་འགྲུལ་བ་མི་གི་ཅིག་ཐོག་མ་འདྲ་བོ་དེ་འབྱུང་ཁུངས་འདྲ་བོ་དེ་ལ་ང་ཚོ། ང་ཚོ་བོད་པའི་ལོ་རྒྱུས་ནང་ལ་དེ་འདྲ་འགྲེལ་བཤད་རྒྱག་སྟངས་ཅིག་ཡོད་རེད་ད། དེ་འདྲ་འགྲེལ་བཤད་རྒྱག་སྟངས་ཅིག་ཡོད་རེད་ད་གཉིས་པ་དེ་ལ་ང་ཚོ་ནམ་རྒྱུན་ཡོད་རེད་བ་ཅིག་རྒྱལ་བོ་སྲོང་བཙན་སྒམ་པོ་གི་གསུང་བཤགས་རྒྱུ། མ་ནུ་གང་བུམ་ཟེར་བ། བཀའ་ཆེམས་བཀའ་ཁུལ་མ་ཟེར་བ་དེ་འདྲ་ཡོད་ཨ་རེད་ད་དེ་ཚོའི་ནང་ལ་ག་རེ་གསུངས་དགོས་ད་ལྟའི་ང་ཚོ་བོད་ཀྱི་ལོ་རྒྱུས་ཀྱི་ཡིག་ཆ་ཡི་གེ་སྔ་ཕྱིའི་འབྲེལ་ད། ཡ་སྲོང་བཙན་སྒམ་པོ་གི་བཀའ་བསྡུར་དེ་ལ་སྲོང་བཙན་སྒམ་པོ་གི་གསུང་ཕྱག་རྒྱུ་གཅིག་ཡོད་ཨ་རེད་ཐོ་མི་སམ་པོ་བྲག་གི་མ་ད་དྲུང་ཡིག་འདྲ་བོ་གཅིག་ནས་བྲིས་བ་འདྲ་བོ་གཅིག་ཡིན་བསམ་སོང་མ་ནི་བཀའ་འབུམ་ཟེར་བ། བཀའ་ཆེམས་བཀའ་ཁུལ་མ་ཟེར་བ་དེའི་ནང་ལ་ང་ཚོ་བོད་ཀྱི་འགྲོ་བ་མིའི་ལོ་རྒྱུས་འདྲ་བོ་གཅིག་བྲིས་ཡོད་ཨ་རེད་ད་སྲོང་བཙན་སྒམ་པོ་གི་བྲིས་ཕྱག་ནི་རྗེས་མ་ཁོང་གི་ད་ད། ལྷ་སའི་གཙུག་ལག་ཁང་གི་ཕུག་ཡིག་ད་གཙུག་ལག་ཁང་གི་ནང་ལོགས་ལ་ཀ་བ་ཡོད་ཀ་བ་མང་པོ་ཡོད་རེད་ཀ་བ་གཅིག་གི་རྩེ་མོ་གཅིག་ལ་ཕག་སྦི་ཞག་རེད་གཏེར་ལ་སྦི་ཟེར་བ་སྦི་ཞག་རེད། ད་རྗེས་མ་ད་ལྟ་བསྟན་པ་ཕྱི་དར་སྐབས་དུ་དུས་རབས་བཅུ་བ་དུ་བ་ལ་ལྷ་དེ་རྒྱ་གར་ནས་ད་ལྟ་ཨ་ཏི་ཤ་བླ་མ་ཨ་ཏི་ཤ་ཕེབས་པ་རེད་བ་ཨ་ཏི་ཤ་ཕེབས་ནས་ཉི་མ་གཅིག་ལྷ་སའི་བཅུ་ཁང་ནང་ལ་ཕེབས་ནས་ད་ལྟ་བོད་ཀྱི་རྩིག་པ་གི་མགོ་དེ་ནས་དེ་བ་སྟེར་ནས་སྟོན་ཟེར་ན་ཁོང་གི་ཨ་ནི་ཕ་རག་ཤ་དང། འོ་ད་གང་ལྟར་ཀྱང་དེ་འདྲ་ད་ནི་མ་ནི་བཀའ་འབུམ་ཟེར་བ་ཨ་ནི། བཀའ་ཁྱིམ་བཀའ་ཁུལ་མ་ཟེར་བ་ཅིག་དེའི་ནང་ལོགས་ལ་ག་རེ་གསུང་གི་ཡོད་བ་ཟེར་ན་ད་ང་ཚོ་ཁ་སང་དེ་རང་བཤད་སྟངས་འདྲ་ཅིག་ཡོད་བ་ཨེ་འབའ། ཨོ་སྔོན་མ་འཕགས་པ་སྤྱན་རས་གཟིགས་སྐུ་ད་ལྟ་ཁོང་རུ་སྐུ། སྤྲེའུ་ཟེར་ན་རེ་སྤེའུ་ཅིག་ལ། སྤྲེའུ་ཅིག་ལ་དགེ་བསྙེན་གྱི་སྡོམ་པ་དེ་གནང་ནས། ད་ཁྱོད་རང་ང་ཚོ་བོད་ཀྱི་ལུང་པ་སོང་ནས་སྒོམ་བརྒྱབ་ཟེར་ནས་ཁོ་སྒོམ་བརྒྱའི་ཁ་དོག་དེ་ལ་ད་ད་ད་ད་ད་གྲགས་སྲིན་མོ་ཟེར་བ་ཅིག་ཡོད་རེད་བ་ད། ང་ཚོ་གི་ཁ་སང་དེ་རང་གི་ཅིག་ཨ་ཧྥེ་རི་ཁ་གི་ཅིག་ཆིམ་ཕན་ཟ་འདྲ་བོ་ད་གང་ད་ཅང་དེ་འདྲ་ཅིག་རིའི་སྒང་གི་དེ་འདྲ་སྤེའུ་གཅིག་ཡང་སྤེའུ་དེ་འདྲ་ད་སྐྱེས་མི་འདུག་བུད་མེད་གཅིག་ཡང་ཨ་ནི་ཁོ་ཉག་ལྷན་དུ་བསྡད་ནས་ད་ཁོ་ཉག་ཕྲུ་གུ་དེ་འདྲ་མ་འདྲ་བ་དྲུག་སྐྱེས་ཟེར་བ་གཅིག་ཡོད་བ་ཕྲུ་གུ་གསུམ་དེ་ཨ་ནི་བ་ལ་འདྲ་བོ་ཕྲུ་གུ་གསུམ་དེ་ཨ་མ་ལ་འདྲ་བོ་ཅང་རེ་བ་ཡ་གཞིས་ཀ་དང་ག་རེ་ཡིན་ན་དེ་སུ་མ་འདྲ་བ། བ་ལ་དེ་སྔོན་མ་ནས་འཕགས་པ་སྤྱན་རས་གཟིགས་ཀྱི་དྲུང་ནས་ཨ་ནི་དགེ་བསྙེན་གྱི་སྡོམ་པ་བྱས་ནས་ཅིག་བྱམས་པ་དང་སྙིང་རྗེ་དེ་འདྲ་གི་ཨ་ནི་སྒོམ་ཉིན་གཅིག་ཡིན་ཙང་བ་ལ་འདྲ་བོ་ཡོད་བ་དེ་ཅིག་དེ་སུ་བྱམས་པ་ཡོད་བ་དེ་སུ་སྙང་རྗེ་ཡོད་བ་དེ་འདྲ་ཅིག་ཨ་མ་དེ་ངོ་མ་དེ་འདྲ་ཅིག་སྒོམ་བརྒྱབ་མ་མྱོང་བ་རེད་ཅིག་ཆོས་འདྲ་བོ་གོ་མ་མྱོང་བ་ཡིན་ཙང་ད་ང་ཚོ་ཅིག་སྤྱི་བཏང་གི་པིར་ཟེར་ན་རེད་སྤྲེའུ་གི་གཤིས་ཀ་རང་ཡོད་བ་རེད་བ་འོ་དེ་ཅིག་ཙང་བོད་གི་བྱམས་པ་གསུམ་དེ་ལའང་ཨ་མ་གི་གཤིས་ཀ་འདྲ་བོ་ཡོད་བ་ཅིག་ད་དེ་རྗེས་མ་ཁོ་རང་ཚོ་བོད་གི་སྤྲུལ་སྐུ་དེ་ནས་ད་བརྒྱུད་པ་འདྲ་བོ་ཕ་ཕེབས་ནས་ང་ཚོ་ཅིག་བོད་མིའོ་གདོང་དྲུག་ཟེར་བ་ཅིག་རྩོད་ཀི་ཡོད་བ།

ན་ཟུག་ཡིན་ན། གདུང་གི་ཁུངས་སུ་འགྲེལ་བའི་གདུང་ཟེར་བ་དེ། གདུང་ཟེར་བ་དེ་འདྲ་བྱས་ཡོད། འོ་ད་དེ་འདྲ་བྱས་ནས་ཡང་དེའི་རྗེས་སུ་ད་ལྟ་ཀྱི་རྩ་བའི་ད་ལྟ་རིགས་མ་འདྲ་བ་དྲུག་དེ་ནི་ཡང་ཕ་ཡན་ལག་འདྲ་བོ་ཕ་ཡང་འགྲོ་གི་ཡོད་རེད། ཡང་ཡན་ལག་དེ་འདྲ་འདྲ་མི་འདྲ་ཡོད་རེད། འོ་དེར། གང་ལྟར་ཀྱང་འདིའི་ཁབ་ཏུ་དེ་ལ་ད་ནང་བཅུད་ཀྱི་སེམས་ཅན་ན་ཟུག་བོད་པ་ཟེར་བ་དེ་ད་གང་ལྟར་ཀྱང་སྤྲེའུ་ནི་བྱུང་ན་རེ། ནམ་མཁའ་ནི་ལྷ་ཡུལ་དེ་འདྲ་དང་འདྲ་མདོ་ཁམས་ནི་བྱུང་ན་རེ་གང་ལྟར་ཀྱང། ད་ཁ་སང་དེར་ང་ཟོམ་མི་རབས་འདས་མ་གཏོགས་ད་ལྟ་ནས་ལོ་བརྒྱ་གི་སྔོན་གྱི་མིའི་རྡོག་གཅིག་ད་མཐོང་ཡ་མི་འདུག་ཨ། ད་གཅིག་གཉིས་ཅིག་ཡོད་སྲིད་ཀི་རོ་ལོ་བརྒྱ་དང་གཉིས་གསུམ་མ་ད་ཉིད་འདུག་བ་ཡ། བི་ཤང་ན་ད་ལྟ་ང་དེའི་སྔོན་མ་བ་ཡུལ་ན་ཡོད་བའི་ཁ་ཐུག་དེ་ལ་ང་ཚོ་རྙང་མའི་བླ་མ་ཅིག་ཡོད་ཡིན་པ་ད་ཁོང་ད་ལྟ་ཉག་རོང་རེད། བྱ་བྲལ་རིན་པོ་ཆེ་ཟེར་བ་བླ་མ་ད་ད་རྒྱ་བོ་ཅིག་ཡོད་བ་ཨ། དགུང་ལོ་བརྒྱ་དང་གསུམ་དུ་བ་བཞུགས་བ་རུ་དང། དེ་དགུང་ལོ་དང་དང་པོ་བཞུགས་བ་རུ་བ་དགུང་ལོ་བརྒྱ་དང་གསུམ་དུ་བ་བཞུགས་ན་བཅའ་ཁྲི་རིན་པོ་ཆེ་ཟེར་བ་རྫོགས་པ་ཆེན་པོ་དེ་བླ་མ་བསམ་རྒྱུད་མི་གཅིག་པ་ཞིག་བྱུང་བ་རུ་ཁ་སང་འདི་ནས་ཞུས་བ་ཡིན་པ། མཁན་པོ་སྔགས་ཕྱུང། ཧ་ལི་བའི། ད་ལྟ་དེའི་ཀུན་བཟང་བླ་མའི་ཞལ་ལུང་གི་རྗེས་སུ། ད་ལྟ་སྐལ་བཟང་བླ་མའི་ཞལ་ལུང་ནང་བཞིན་ཅིག་བརྩམས་ཡོད་པ་རེད། མཁན་པོ་ངག་ཆུང་གིས་ཀུན་དགའི་སྔོན་འགྲོའི་ཁྲིད་ཡིག་ཀློང་ཆེན་སྙིང་ཐིག་གི་སྔོན་འགྲོའི་ཁྲིད་ཡིག་གསུངས་ཡོད་པ་རེད། མཁན་པོ་ངག་ཆུང་གི་སློབ་མ་དེ་ད་ལྟ་དེ་འདི་རེད་དེ་བཅའ་ཁྲི་རིན་པོ་ཆེ། ད་གང་ལྟར་ཀྱང་ང་ཚོ་མིའི་གཅིག་ག་ཚོད་བསྡད་ན་ཡང་ལོ་བརྒྱ་ལྷག་བསྡད་ཐུབ་ཀྱི་མ་རེད་བ། དེ་བྱས་ཙང། ནང་བཅུད་བཅུད་དཀར་ཟ། ནང་བཅུད་ཀྱི་སེམས་ཅན་ལ་བསམས་ཏེ་མི་རྟག་པ་དགོངས་ཟེར་བ་དེ་དེ་རེད་ད། མི་གཅིག་ཡིན་ན་རེད་ད་དུད་འགྲོ་དེ་ཚོ་ད་ཡིན་ད་ཡིན་ད་ཅིག་རྟ་དང་གཡག་དང་ལུག་དེ་ཚོ་ལོ་ཉི་ཤུ་ཕ་ནས་ཕྱི་ཕྱི་དགྲ་བདག་གི་ཡོད་མ་རེད་ང་ཚོ་ཕ་ཡུལ་ཡིན་ན་ཁྱི་དེ་བ་ཁྱི་ཁྱི་ད་ཨ་མདོ་ན་ཁྱི་ཟེར་གི་ཁྱི་དེ་ཚོ་ཁྱི་ཚེ་ལོ་དགུ་ཟླ་གི་ཡོད་རེད་ད་ཁྱི་གཅིག་ཡིན་ན་ལོ་དགུ་མ་གཏོགས་བདག་གི་མེད་ཟེར་གི་ཡོད་རེད་ད་ཁ་སང་དེ་རང་ཁྱི་དེ་ཚོ་ཡང་ཅིག་འཕྲོ་བསྟེན་དང་ག་རེ་ཡིན་ན་ཡར་རྒྱས་སོང། གཙང་སྦྲ་འཕྲོད་བསྟེན་དང་སྨན་སྤྲེལ་དང་དེའི་ལུང་པ་ལ་ཞེའུ་མིག་ནང་བཞིན་འཁྱིལ་དུ་འདུག་ལ་སོ་སོས་ལྟ་རྟོག་བྱ་གི་ཡོད་བ་རེད་དེ་བྱས་བ་ཡིན་ན་ལོའུ་བཅོ་ལྔ་བཅུ་དྲུག་བཅུ་བདུན་བཅུ་བརྒྱད་འདའ་གི་འདུག་བ། དེ་མ་ཟོས་ང་ཟོས་ཕ་ཡུལ་པེ་ཤང་དང་ཨ་མདོ་གི་འབྲོག་པ་གི་དེ་འདྲ་ཁྱི་གཅིག་ཡིན་ན་ཁོ་ཟ་མ་ཡང་ཞི་དྲག་ཡག་པོ་ཅིག་སྐྲག་གི་ཡོད་བ་མ་རེད། དེ་ལས་ཅིག་པེ་གནམ་གཤིས་གྲང་མོ་དེ་འདྲ་ཡིན་ན་ཁྱི་མང་པོ་ཅིག་ང་ཟོས་བ་ཅིག་འདི་བ་ནང་བཞིན་ཅིག་སོ་སོའི་ནང་ལོགས་ལ་ཁྲིད་ཡོང་ཞེའུ་ཅིག་ཡོད་དེ་འདྲ་ཡོད་བ་མ་རེད་ད། ཁང་པ་དང་སྐོར་གྱི་ཕྱི་ལོགས་ལ་ཉལ་གི་ཡོད་རེད་མང་ཆེ་ཤོས་དེ་ནི་འཁྱག་གི་རེད་བ་དེ་གཟུགས་པོ་ན་གི་ཡོད་རེད་འཁྱག་གི་ཡོད་རེད་ཁྱི་གཅིག་ན་ཡིན་ན་ང་གཟུགས་གཅིག་སོང་ནས་གཅིག་ཁྱིའི་ཨེམ་ཇི་ཟེར་འདྲ་དེ་འདྲ་རྩ་བ་ཉིད་ནས་ཡོད་མ་རེད་དེ་ཡ་མེད་ཁོ་རང་རེད་ཁྱི་དེ་ན་གི་ཡོད་ན་ན་ཁོ་རང་ཤེས་གི་མ་རེད་དེ་དེ་གཅིག་སོང་ང་གཟུགས་པོ་ལོང་པ་ཡིན་ན་ཁྱི་དེ་གཟུགས་གཅིག་སྐད་ཟེར་ལྟ་རྟོག་འདྲ་མ་སོང་ཤི་དྲ་བྱ་གི་ཡོད་མེད་ཡ་ཡིན་ཙང་མང་ཆེ་ཤོས་ལོ་དགུ་དང་བཅས་ལ་མ་དང་བསྡད་གི་ཡོད་མ་རེད། ཨོ་ཡ་ད་ནུབ་ཕྱོགས་ལ་ཡིན་ན་ཁྱེད་ལ་ལྟ་རྟོག་ཞེ་བོ་བྱ་གི་ཡོད་བ་ཡིན་ཙང་ལོས་ཚད་ཐག་རིང་པོ་བསྡད་གི་ཡོད་དེ་རྒྱུ་མཚན་དེ་རེད། ཨ་དེ་ང་ཚོ་གང་ལྟར་ཀྱང་ལོ་བརྒྱ་ནང་ལོགས་ལ་བདག་ཉིད་ཕ་ཁྱི་ད་ད་ཕ་ཁྱི་ད་དཀོན་པོ་རེད་ཤག་ཨ་ད་ད་ད་རུས་སྦལ་ཟེར་བ་འདུག་བ་རུས་སྦལ་རུས་སྦལ། རུས་སྦལ་ཁ་ཤས་ཅིག་ལོ་སྟོང་ཕྲག་ཁ་ཤས་བསྡད་གི་རེད་ཟེར་བ་དེ་ནི་བཤད་སྟངས་ཡོད་ར་གླང་པོ་ཆེ་ཁ་ཤས་ལོ་དེ་ཚོ་ཚད་རང་པོ་རེད་ཟེར་ག་ཚོད་ཅིག་བསྡད་གི་ཡོད་ན་དེ་ནི་བྱ་དང་བྱིའུ་ཁ་ཤས་ཅིག་ཡང་ལོ་ཚད་རང་པོ་བསྡད་ག་ཅག་འདུག། ད་ཡིན་ན་རེད་ག་ཚོད་བསྡད་ན་ཕལ་ཆེར་ལོ་ལོ་ཆིག་སྟོང་གཉིས་སྟོང་གི་ལ་བསྡད་ཐུབ་གི་ཡོད་ཀྱི་མ་རེད་ཤི་འགྲོ་གི་ཡོད་ད། འོ་དེ་ཅི་ཙང་མི་རྟག་པ་ནང་བཅུད་ཀྱི་སེམས་ཅན་ག་རེ་ཡིན་ན་བོད་པ་རྒྱ་མིའི་ཁ་ཆེ་རེ་བ་ཡིན་ཤ་ཞོག་པ་ནུབ་ཞོག་པ། ད་འདི་ནས་ང་ཚོ་དབྱར་ཁ་ཡིན་ན་ཅིག་བྱ་དང་བྱིའུ་འབུ་དང་གྲོག་མ་ག་ཚོད་ཅིག་ཐོག་མ་ཅིག་ཡོད་ན་ཡིན་ཆ་ཚང་མ་ཤི་ནས་བསྡད་མཁན་ཅིག་ཡ་ཡོད་མ་རེད་ད་ལོ་བརྒྱ་བསྡད་ན་རེད་སྟོང་ལ་བསྡད་ན་རེད་ཉི་མ་ཅིག་ཤི་འགྲོ་གི་རེད་བ་ལོ་དེ་ལབ་གི་ཡོད་ད་ཆ་ཚང་མི་རྟག་པ་རེད། ང་གཟུགས་སོ་སོ་སོ་སོར་མཚོན་ན་ངའི་བ་ལ་ངའི་ཨ་མ་ལ་ད་གཟུགས་ངའི་ཨ་མ་ལ་གི་ཨ་མ་ལ་རེད་བ་དེ་ནི་ཡ་བགྲང་བ་ཡིན་ན་སུ་གང་མི་འདུག་བ་དང་གཅིག་བྱས་ན་ང་གཟུགས་གཅིག་ད་ལྟ་གཞོན་ཤུན་ཁ་ཞིག་གི་ཕ་མ་ཡོད་བ་རེད་བ་དང་ད་ལྟ་དཔེར་ན་གཅིག་འདུག་བ་ང་གཟུགས་ཨ་མདོའི་བུ་མོ་གཅིག་ཡོད་བ་ཕ་ཕྱིར་གཅིག་བྱས་ན་མོ་རང་ཕ་མ་གཉིས་ཡོད་རྒྱུ་རེད་གཅིག་སྐུ་ཞོག་གྲྭ་ཤིག་ལ་གཅིག་བྱས་ན་ཕ་མ་གཉིས་ཡོད་རྒྱུ་རེད་ད་འདུག་བ་ད་ལྟ་འདི་འདས་འདུག་བ་འདི་དེ་ཕ་མ་ངེས་སྒྲུབ་ལགས་དང་ང་བཟོ་གོ་བྲིས་འདི་དང་མང་ཆེ་ཤོས་ཕ་མ་གཅིག་བྱས་ན་གཉིས་ཆ་གྲོངས་ཚར་རོ་ཀྱི་གཅིག་བྱས་ན་ཕ་མ་གཅིག་དེ་གྲོངས་ཚར་རི་བ་ཡབ་ཡོད་མ་རེད་དེ་ཕ་མའི་ཕ་མ་དང་ཡོད་མ་རྩ་བ་ཉིད་ནས་ཡོད་མ་རེད་ཨ་རི་བ་ཁོ་རང་ཡོད་མ་རེད་ད་ཨོ་ཡ། དེ་ནི་ཡ་དེ་ཚོ་འགྲོ་ན་ད་མིན་ཁོ་རང་ཞིག་མ་རེད་ད་རི་བ་ད་ག་བ་ཡོད་རི་བ་ཡ་མིན་ཁོ་རང་ཞིག་མ་རེད་ད་ཨོ་ཡ། འོ་ད་དེའི་རྗེས་དང་འབྲེལ་བ་ག་རེ་གསུང་དགོས་ཡོད་སེམས་ན། སེམས་ཅན་དེ་ཚོ་ཕ་ལྟེ་བ་ཡེ་ནས་མི་རྟག་པ་རེད། དེ་ནས་བུ་གུ་ཆུང་ཆུང་དེ་ཚོ་རེ་བ་ཡོད། ལུས་ད་ལྟ་བི་ཤང་ན་ང་ཕ་ང་ད་ལྟ་རྒྱ་གར་ནས་གུ་བཅུ་གོ་བཞི་ལོའི་ད་ལྟ་བལ་ཡུལ་ལ་ཡོང་བ་རེད་བ་ཧི་མ་ལ་ཡའི་སྒར་ནས། ད་ལྟ་ང་ཚོ་འདི་ཨ་མདོའི་བུ་མོ་ཅིག་ད་ལྟ་འདི་ལ་ཡོད་བ་རེད་དེ་ད་ལྟ་འབུམ་རམས་པ་དེ་བྷི་ཡ་ཅི་འདི་འདོན་ཉིན་མོ་དེ་སྐབས་དེ་རེ་སྐྱེས་ཁོ་རང་མི་འདུག་བ་དེ་མོའི་ཕ་ཆ་གུ་བཅུ་གོ་ལྔ་སྐྱེས་བ་ཡིན་བསམ་སོང་ད་ལྟ་བྷི་ཡ་ཅི་འདི་འདོན་གི་ཡོད་བ་རེད་ད་བི་ཤང་ན། པེད། རེད་བ་ཡ། ང་བོད་ལ་ཡོད་ཁར་དེ་ལྟར་མ་སྐྱེས་རྗོད་ཅིག་ད་ནི་ཕི་ཨེར་ཆི་དེ་འདོན་གི་ཡོད་ད། ང་གཟུགས་ཀྱི་བསམ་བློ་ནང་ལ་དེ་ཚོ་དེ་ཅིག་ཁྱི་ཙམ་ཅིག་འགྲོ་སོང་བ་རེད་བ། དེ་ཚོ་ཐུང་ཐུང་ཅིག་བསམ་བློ་མ་གཏོང་མི་འདུག་ང། བོད་ནས་བ་ཡེལ་ལ་ཡོང་དེ་ནས་རྒྱ་གར་ལ་འགྲོ་རྒྱ་གར་བ་ཡེལ་བ་ལ་དེ་སྲིད་དེ་ལོ་ལྔ་དྲུག་ཅིག་བདུན་བརྒྱད་ཅིག་བདུན་གྲ་ཅིག་དྲུག་གྲ་ཅིག་བདུན་གྲ་ཅིག་དེ་ཨ་མི་རི་ཀ་སི་ཡ་རེ་དེ་ཡོང་བ་རེད་བ་ད། སི་ཡ་རེ་དེ་ཡོང་ནས་བ་ཁྱེར་ང་ད་ཉིས་སྟོང་གཉིས་གི་ཅིག་ལོ་མཇུག་དུ་བ་ཅིག་རེད་ད་ད་ལྟ་ཉིས་སྟོང་ཉི་ཤུ་ཆིག་རྩུབ་ཅིག་རེད་འདུག་བ་དེ་དཔེ་རེད་ད་ཧ་དཔེ་ཧ་ལས་པའི་མགྱོགས་པོ་མི་རྟག་པ་རེད་ད་མི་རྟག་པ་གི་ནང་དེ་ཧ་ལས་པའི་མགྱོགས་པོ་རེད་ད་ཧ་ལས་པའི་མགྱོགས་པོ་རེད་ད་དཔེ་རེད་དཔེ་རེད་ཧུམ། ང་ཟེར་ཡ་རེད་འདི་ལ་ལས་སྐབས་དེ་དེ་ལ་མ་སྐྱིད་རྒྱུ་ང་འདི་ལ་སླེབས་པའི་རྗེས་ལ་སྐྱིད་ཤག་རྒྱུ་གི་ཁྲི་གི་དུ་བཟོ་ད་ལྟ་དཔེ་ན་མཐོ་རིམ་སློབ་གྲྭ་འགྲོ་གི་འདུག་བ་ད་ད་ག་རེ་སླེབས་སོང་ཨོ་ཡ་ཨོ།

རྟག་པར་འཛིན་པ། རྟག་པར་འཛིན་པ་དེ་ག་རེ་བྱས་ནས་ཁོ་གཅིག་ནག་ཉེས་འདྲ་བོ་ཆགས་ཀྱི་ཡོད་ཟེར་ན་རྟག་པར་བཟུང་རྟག་འཛིན་བྱས་ནས་ང་ཚོ་ཆོས་དེ་སྒྲུབ་ཀྱི་ཡོད་མ་རེད། འོ་ད་ངས་བལྟས་ན་ད་སྔ་དྲོ་དང་ང་གཅིག་གཅིག་འཇིག་རྟེན་གྱི་བྱ་བ་གཅིག་སྒྲུབ་དགོས་ངས་ཉིན་གུང་རྒྱ་ལོག་ལ་ཆོས་དེ་སྒྲུབ་ཀྱི་ཡོད་དེ་རིང་ང་ཁོམ་དགོས་མི་འདུག་ལས་ཀ་འདི་སྒྲུབ་དགོས་གཅིག་སྒྲུབ་དགོས་ངས་སང་ཉིན་བྱེད་ཀྱི་ཡིན། རེད་བ། ད་ད་རེས་ཀྱི་གཟའ་འཁོར་འདི་ལ་ཡོང་གི་མི་འདུག་གཟའ་འཁོར་རྗེས་མ་བྱ་གི་ཡིན་ཟེར་བ་འདྲ་བོ། ད་ད་རེས་ཟླ་བ་ལ་ང་ཨ་ནེ་པས་ཁོམ་གི་མི་འདུག་ཟླ་བ་རྗེས་མ་ལ་ཆོས་སྒྲུབ་གི་ཡིན་ཟེར་ནས་ཆོས་སྒྲུབ་གི་སྒྲུབ་གི་ཡོད་མ་རེད། དེ་གསུང་གི་ཡོད་དེ་ཁྱེད་ཚང་ཡིན་གཅིག་མིན་གཅིག། ང་ཚོ་ཨུ་ཚུགས་རྒྱག་གི་ཡོད་ད། འདིའི་བླ་མ་སྐྱེས་བུ་དམ་པ་ཁོང་རུ་གཟུགས་ང་ཚོ་གི་སེམས་དེ་དཔེ་ན་གཅིག། གཡག་རྒུད་ནང་བཤད་གཡག་རྒུད་ཟེར་ན་ཞིག་དེ wild ཡག་རེད་བ་ཡིན wild horse འདྲ་བོ་ཆགས་གདའ་ཡོད་ད་ད་འདི་ཕ་འཇུས་ནས་ཅིག cage ཟེར་ན་རེད་ཅིག་ལྕགས་དྲ་འདྲ་བོ་ཅིག་ནང་ལ་ཕ་འཛུལ་གི་ཡོད་རེད་ཨུ་ཚུགས་བྱས་ནས་འཛུལ་གི་ཡོད་རེད་དེ་མ་བྱས་བས་ན་ང་ཚོ་པས་ཐོག་མ་སྨྲས་པ་ནས་སེམས་གཏད་པས་སོ་སོ་སེམས་གི་དབང་ལ་ཤོར་སེམས་དེ་ནམ་ཡང་གང་ལ་ཤོར་རེད་བ་ཡིན་ད་ནམ་ཡང་དེ་ཉོན་མོངས་དུག་གསུམ་འདོད་ཆགས་ང་རྒྱལ་ཕྲག་དོག་གཏི་མུག་པས། དཀར་སེར་བ་དང་འཁོར་བ་གི། ཡོད་ཚུལ་དེའི་སྒང་ལ་ཕ་ཕ་འཁྱམས་འགྲོ་གི་ཡོད་དེ་བྱས་ཙང་ཆོས་དེ་སྒྲུབ་ཐུབ་གི་ཡོད་མ་རེད་དེ་བྱས་ཙང་འདི་ནས་ནང་བཅུད་ཀྱི་སེམས་ཅན་ལ་བསམ་སྟེ་མི་རྟོག་པ་ལྟ་མིག་གི་ག་རེ་མཐོང་བ་ཡིན་ནའང་དེ་མི་རྟོག་པ་རེད་བསམ་གསུམ་དེ་འཁོར་དགོས་གི་ཡོད་རེད་ཨ། སོ་སོའི་ནང་མི་མཐོང་བ་ཡིན་ན་རེད་སོ་སོའི་གྲོགས་པོ་སྤུན་རྒྱ་མཐོང་བ་ཡིན་ན་རེད་སྤྱིར་བཏང་གི་ང་ཚོ་ཅིག་ཁང་པ་གི་སྒེའུ་ཁུང་ནང་ནས་ཕྱི་ལོགས་ཅིག་མི་ཅིག་མཐོང་གི་ཡོད་ན་རེད། འདི་ནི་ང་ཚོ་ལམ་ཁ་ཆེན་པོ་ཡོད་རེད་ཧ་ཡེ་བའི་ལམ་ཁ་ཆེན་པོ་ལམ་ཁ་ཆེན་པོ་གཅིག་ལ་འགྲོ་ན་མིའི་པའི་སྟོང་ཕྲག་ཁྲི་ཕྲག་པད་མ་ཡོང་ས་ཡོང་གི་ཡོད་བ་རེད། མིའི་སྟོང་ཕྲག་ཁྲི་ཕྲག་དེ་ཡར་འགྲོ་ཤག་གི་ཡོད་བ་རེད། ཆ་ཚང་མི་རྟོག་པ་རེད་བ་དེ་རོགས་ཡ། ཨོ་དེ་བསམ་བློ་བཏང་གི་འོ་དེ་ལབ་གི་ཡོད་བ་རེད། ནང་བཅུད་ཀྱི་སེམས་ཅན་ལ་བསམ་དེ་མི་རྟོག་པ་སྒོམ་པ་ཟེར་བ་དེ་ཨོ་ཡ་ད་དེ་དཔེ་གནང་གི་ཆེན་པོ་རེད། ང་ཚོ་ད་ལྟ་བར་དུ་ཀ་ར་ཅི་ནས་འཁོར་བ་འཁོར་ར་རེད། ང་ཚོ་ནང་པ་ཡིན་ན་སྐྱེ་བ་སྔ་ཕྱི་ཁས་ལེན་གི་རེད་བ། དེའི་ནང་ནས་ཀྱང་ད་སྐྱེ་བ་མ་འོངས་པའི་སྐྱེ་བ་ཟེར་བ་ད་ཡོང་ང་ཡི་རེད་བ་ད་འདི་ཡོང་རྒྱུ་རེད་བ་གཞི་འདི་ཡོང་རྒྱུ་རེད་བ་ད་འདི་བས་འདིས་ཟིན་པ་རེད་བ་ཡ་འདིས་ཟིན་པ་ད་སྐྱེ་བ་ཙང་ཀ་མེད་པ་ཅིག་ལངས་ཟེར་གི་ཡོད་བ་ལབ་གི་ཡོད་རེད་བ་དེ། ད་ད་ལྟ་བར་དུ་ཀ་ར་ཅི་ལྷག་རེད་འཁོར་བ་ནང་ལ་ཀ་ར་ཅི་ལྷག་རེད། རྟག་འཛིན་ཟེར་བ་དེ་རེད་ད་རྟག་པར་བཟུང་ནས། སང་ཉིན་ཞིག་གི་ཡོད་ན་ད་ལྟ་ར་བས་ན་ཕྱི་ཉིན་མ་འགྲོ། རྟག་འཛིན་གྱིས། ཨ། ད་ལྟ་ཁ་སང་སྔོན་མའང་འདིའི། གུར་བཟང་བླ་མའི་ཞལ་ལུང་འདི་རྩ་བ་གི་ངའི་ལྗགས་ལུང་ཕུལ་བ་ལྕགས་རྩ་བ་ནང་ན་ཡོད་བ་རེད། ཨ། ག་རེ་ཟེར། ཨ། ན་ཚོད་ཡོད་ཡང་སྐྱོ་ཤས་ངེས་འབྱུང་བྲལ་ཟེར་བ་ཅིག་ཡོད་རེད་པས་ཚིག། ག་རེ་ཟེར། ཨ། ཚིག་གཏིང་ཟབ་པོ་ན་ཚོད་ཟེར་ན་ང་གཟུགས་ད་སོ་སོ་གི། ཨ། ལོ་ཚོད་དེ་ཟེར་གི་ཡོད་རེད། ཨ། ལོ་ཚོད་ལོ་ཚོད་དེ། ན་ཚོད་ཡོད་ཟེར་ན་གལ་སྲིད་གོ་བཞིན་ད་སོ་སོ་གི་གཟུགས་པོ་དེ་རྒན་རྒོན་ཆ་དེ་འདྲ་སྐྱེས་པ་ཡིན་ན་ད་ད་འདྲ་ཡང་པས་ན་སྐྱོ་ཤས་ཟེར་ན་ད་ཁམས་གསུམ་འཁོར་བ་ལ་སྐྱོ་བ་སྐྱེས་པ་ཐང་ཆ་ཡ་དེ་མི་འདུག་ཟེར་གི་ཡོད་རེད། སྐྱོ་ཤས་ངེས་འབྱུང་དང་ངེས་འབྱུང་དེ་མི་འདུག་ཟེར་ཨ་ག་ཚོད་ཅིག་བཤད་ཡ་ལ་ཐང་ཉེར་སླེབས་ག་ཚོད་ཅིག་ང་ཚོ་ཡིན་ན་ཅིག་སྣ་ཁུག་བརྡབ་ཟེར་གི་རེད་བ་ཅིག་ང་ཚོ་ཅིག་ལྷ་ས་དང་ཡ་གཙང་དང་འདི་བཤད་སྟངས་སྐྱེས་པ་ཡིན་ན་སྣ་ཁུག་བརྡབ་ཟེར་གི་ཡོད་རེད་པའི་འདི་འདྲ་ཅིག་ཅིག་འཁོར་བ་སྣང་ལ་ཅིག་བྱ་བ་འདྲ་བོ་དང་ང་སོགས་ཀྱི་མིའི་འབྲེལ་བ་འདྲ་བོ་ཅིག་ཅིག་སོ་སོའི་དཀའ་ལས་བརྒྱབ་ནས་ཅིག་དཀའ་རེ་ཟེར་བ་ཅིག་ཡག་པོ་ཅིག་ཨེ་ཡོང་བ་བསམ་བ་ཡིན་ན་ཐང་མ་དེ་ལ་པའི་ཆ་ཚང་ཡང་པའི་ན་པའི་ལག་འགྲིམ་མ་བྱུང། ཡག་པོ་མ་བྱུང་ད་ན་ཁུག་ད་བ་རེད་བ། འདི་རེད་ན་ཁུག་འདི། པའི་ཅིག་ན་མི་ཅིག་གི་ཆང་ས་རྒྱག་འགྲོ། ད་རེས་ཆང་ས་འདི་ཡག་པོ་ཅིག་ཨེ་ཡོང་དཀའ་ལས་ཤི་བོ་རྒྱག་ན་པའི་ཐང་མ་དེ་ལ་པའི། ཆ་ཚང་བསྡུ་དངོས་ཅིག་ཡང་མ་ཡོང། ཡང་ང་གི་ཅིག་ཆང་ས་གཉིས་པ་འདྲ་བོ་ཅིག་ལ་དཀའ་ལས་བརྒྱབ་ཤི་བོ་ཅིག་ཅིག་ཡག་པོ་བྱུང་བ་དེ་མ་འགྲུབ། དེ་ཕྱིན་ན་ཚོང་རྒྱབ་ཉེས་ཅིག་ཡོད་ན་དག་རང་བཞིན་ད་རེས་ཀྱི་ཚོང་འདི་ཡག་པོ་ཅིག་ཡོང་དཀའ་ལས་ཤི་བོ་རྒྱབ་ཐང་མ་དེ་ལ་དེ་ལམ་འགྲོ་མ་བྱུང། ཡ་ད་ཚོང་རིམ་པ་གཉིས་པ་དེ་ལ་ཅིག་ཡག་པོ་ཅིག་ཨེ་ཡོང་ཟེར་ནས་དཀའ་ལས་ཤི་བོ། དེ་ཡང་ཡག་པོ་མ་བྱུང་ད་དེ་ཟེར་གི་ཡོད་དེ་ལབ་གི་ཡོད། ཅིག་འཁོར་བ་གི་རང་བཞིན་འདྲ་བོ་དེ་ག་ཚོད་ཅིག་སོ་སོ་གི་མགོ་ཡག་པོ་བཙུགས་ཅིག་ཅིག་ཡག་པོ་ཅིག་བྱས་པ་ཡིན་ན། པར་ཅིག་ལ་དཀའ་ངལ་ཧྲིལ་བོ་ཅིག་འཕྲད་ཡོང་གི་ཡོད་རེད། ད་དཀའ་ངལ་ག་ཚོད་ཅིག་འཕྲད་ན་ད་ལྟ་ཡང་ང་ཚོ་ཐང་ཆགས་ཀྱི་ཡོད་པ་མ་རེད་ཟེར་གི་ཡོད་ད་ཐང་ཆགས་ཡ་མི་འདུག་ཟེར། ན་ཚོད་ལས་ཡོལ་ཡང་སྐྱོ་ཤས་ངེས་འབྱུང་བྲལ་ཟེར་བ་དེ་དེ་རེད། ཨོ། ད་དེ་རྗེས། དེ་ནས་ད་ལྟ་གསུམ་པ་དེ་ལ་མ། དམ་པའི་སྐྱེས་བུ་ལ་བསམ་སྟེ་མི་རྟག་པ་བསྒོམ་པ་དང་དམ་པ་ཟེར་ན་དང་ཡག་པོ། ཡག་པོ་ཟེར་སྐད་མི་ཡག་པོ་མི་བཟང་པོ། ང་ཚོ་འགྲོ་བ་མིའི་ལོ་རྒྱུས་ནང་ལ་དང་མི་ཡག་པོ་ག་ཚོད་མང་པོ་བྱུང་ཡོད་རེད་ནང་པ་ལ་མཚོན་ན་དང་མི་ཡག་བྱས་ཏེ་སངས་རྒྱས་ལ་བརྩི་དགོས་ཀྱི་རེད་བྱང་ཆུབ་སེམས་དཔའ་ལྟ་བུ་བརྩི་དགོས་ཀྱི་རེད་དགྲ་བཅོམ་པ་བརྩི་ན་ཨ། རྒྱ་གར་ཡིན་ན་གཅིག་བརྒྱ་དྲུག་ཕྱོགས་གཉིས་གྲུབ་ཐོབ་བརྒྱ་བཅུ་ཟེར་བ་འདུག་ཨ། དཔེ་ཤང་ན། ཨ། དེ་ནས་དེ་གཅིག་གུ་རུ་རིན་པོ་ཆེ་ལྟ་བུ་རི་བ་ཡ་གཅིག་ཨོ། དེ་འདྲ་གཅིག་བླ་མ་སྐྱེ་བོའི་དམ་པ་མང་པོ་ཡོད་ང་ཚོ་བུ་ལོངས་པ་ཡིན་ན་དག་སྣང་ཤིན་ཏེ་ཨ། རྙིང་མ་ཡིན་ན་རྗེ་འབངས་ཉེར་ལྔ་ཟེར་བ། བཀའ་བརྒྱུད་པ་ཡིན་ན་མར་མེ་དྭགས་གསུམ་ཟེར་བ། ས་སྐྱ་པ་ལ་གོང་མ་རྣམ་ལྔ་ཟེར་བ། དགེ་ལུགས་པ་ལ་རྗེ་ཡབ་སྲས་གསུམ་ཟེར་བ་རི་བ་ཡ། ཇོ་ནང་པ་ནི་ཇོ་ནང་པ་ཡིན་ན་ད་ཀུན་མཁྱེན་ཏཱ་ར་ནཱ་ཐ་དང། གཞི་མོ་མི་བསྐྱོད་རྡོ་རྗེ་ཟེར་བ། ཨ། ད། རྗེ་བཙུན་ཀུན་དགའ་གྲོལ་མཆོག་ཟེར་བ་སྐྱེས་བུ་དམ་པ་ཧང་གསང་བ། བོན་པོ་ལ་ཡིན་ན་དག་སྣང་བྱེད་ཅིག་སྟོན་པ་ཤེས་རབ་ཟེར་བ་འདུག་སྙམ་ཤེས་རབ་རྒྱལ་མཚན་ཟེར་བ་འདྲ་བོ། དེ་ནས་ཤེས་འདྲ་ཀླུ་དགའ་ཟེར་བ་འདྲ་བོ་ད་ལྟ་འདི་བོན་པོ་ལ་གན་རྒྱ་བསྟན་རྒྱུ་ཟེར་བ་མང་པོ་ཅིག་ཡོད་ད་དེ་ཚོ་མང་པོ་ཅིག་ཤེས་འདྲ་ཀླུ་དགའ་ཟེར་བ་བླ་མ་ཅིག་སྐབས་ལ་བྱུང་རྒྱུ་རེད། ཁོ་རང་གིས་ཅིག་གཏེར་འདི་སྟོན་པ་ནོ་ད་གང་དུ་མང་པོ་བྱོས་ཀྱང་གང་དག་ཀྱང་ཨ། ཨོ་ད་ལྟར་ཅིག་ས་དགེ་བཀའ་ཉང་ཇོ་ནང་གཡང་དྲུང་དཔོན་དག་ག་རེ་ཡིན་ད་སོ་སོ་གི་ལོ་རྒྱུས་ནང་ལ་སྐྱེ་བོ་དམ་པ་མང་པོ་ཞེའུ་ཅིག་ཕེབས་འདུག་ཨ། ཡིན་ན་ཡང་ཁ་སང་དེ་རིང་ཕ་བསྟུ་བས་བསྟི་བ་ཡིན་ན་ཅིག་ཡོད་མ་རེད་ཆ་ཚང་གྲོངས་ཚར་ཡོད་མ་རེད་ཨ། ང་ཚོ་དུས་རབས་འདི་ལ་མཚོན་ན་ཡང། སྐྱེས་བུ་དམ་པ་མང་པོ་ཅིག་བྱུང་བར་བ། ཡོན་འབར་དང་རྙིང་མ་པ་ལ་མཚོན་ན་ཅིག་སྐྱབས་རྗེ་ཁྲི་གཤེགས་རྡོ་རྗེ་འཆང་ཆེན་པོ་དང་ང་རང་གི་ཉང་མིའི་ཕྱོགས་ནས་རྩ་བའི་བླ་མ་ཅིག་ཡིན་དགོངས་པ་རྫོགས་ཚར་བ་རེད། སྟག་ལམ་རྩེ་ཁྲི་ཟེར་བ་བླ་མ་སྐྱེས་བུ་དམ་པ་དགོངས་པ་རྫོགས་ཚར་འདུག་བ། དཔལ་ནོར་རིན་པོ་ཆེར་དགོངས་པ་རྫོགས་ཚར་འདུག་དེ་ནས་བོད་ནང་ལོགས་ལ་མཚོན་ན། རྙིང་མའི་སྐྱེས་བུ་དམ་པ་མང་པོ་ཅིག་དགོངས་པ་རྫོགས་ཚར་བ་རེད་ཅིག་ཁམས་ཆེན་འཇིགས་མེད་ཕུན་ཚོགས་ཟེར་བ་དང། དེ་ནས་ད་ལྟ་འདིའི་སྐར་སར་གྲི་དབང་ལུང་རྟོགས་རྒྱ་མཚོན་ཟེར་བ་དང། དོ་ནི་ད་ཀར་ས། མཁན་པོ་ཨ་ཁྱིག་ཟེར་བ། དོ་ནི་ད་ཀར་ས་མཁན་ཆེན་པད་མ་ཚེ་དབང་ཟེར་བ། དོ་ནི་ཁང་སར་བསྟན་པའི་དབང་ཁྱིག་ཟེར་བ་རྙིང་མའི་ཕྱོགས་ནས་ཡིན་ན་སྐྱེས་བུ་དམ་པ་བསམ་གྱིས་མ་ཁྱབ་པ་གང་ག་ཕེབས་ས་རེད། དགེ་ལུགས་ཕྱོགས་ནས་ཡིན་ན་བན་ཆེན་སྐུ་འཕྲེང་བརྗོད་པ་དགོངས་པ་རྫོགས་སོང་ང་ལོ་རྒྱུས་སྒང་ལ་བན་ཆེན་བན་ཆེན་རིན་པོ་ཆེ་སྐུ་འཕྲེང་ཡོངས་སུ་རྫོགས་པ་དགེ་ལུགས་པ་རེད་བ། དེ་ནས་ང་རང་གི་དཔེ་འདི་ཕ་ཡུལ་གྱི་ཕྱོགས་ནས་ནི་ཨ་ལགས་ཡོངས་འཛིན་རྡོ་རྗེ་ཞིང་བསམ་གྱིས་མི་ཁྱབ་པའི་སྐྱེས་བུ་དམ་པ་རྗེ་བཙུན་ཁ་པ་ནང་བཞིན་ཅིག་བྱུང་ཡོད་དགེ་ལུགས་ཕྱོགས་ནས་ནི་དགོན་པ་རྫོགས་ཚར་རེད། དེ་མ་ཡིན་པའི་བླ་མ་སྐྱེས་བུ་དམ་པ་གཅིག་ཨ་ལགས་གུང་ཐང་རིན་པོ་ཆེ་ཟེར་བ་རེད་བ། སྐྱེས་བུ་དམ་པ་གང་ག་དགོན་པ་རྫོགས་ཚར་རེད། ས་སྐྱ་གི་ཕྱོགས་ནས་ཡིན་ན་ད་ས་སྐྱ། གོང་མ་རྣམ་པ་གཉིས་བར་བ། ཨ། བཀའ་ཟེར་ན་ས་སྐྱ་དེ་སྔོན་མ་ཡིན་ན་ཕལ་ཆེར་ལོ་ཉིས་བརྒྱ་གཟུགས་ནས་བཟུང་སྟེ་ཕོ་བྲང་དེ་འདྲ་ས་སྐྱ་བུ་ཡི་དགོན་པ་གཙང་ལ་ས་སྐྱ་དགོན་པ་འདུག་བ་དེ་ལ་ཕོ་བྲང་ཁག་བཞི་ཡོད་བ་རེད། ད་ཡིན་ན་ཕོ་བྲང་གཉིས་དེ་ད་ཅིག་རྩ་སྟོང་འདྲ་ཆགས་ཆགས་ཚར་རེད་ད་ལྟ་ནས་ཕོ་བྲང་གཉིས་ལྷག་ཡོད་སྒྲོལ་མ་ཕོ་བྲང་ཕུན་ཚོགས་ཕོ་བྲང། ཕུན་ཚོགས་ཕོ་བྲང་དེ་སི་ཡ་རུ་ང་ཚོ་འདི་ལ་ཡོད་བ་དེ་རེད་ད་ཕུན་ཚོགས་ཕོ་བྲང་གི་གདོང་འཛིན། སྐྱབས་རྗེ་ད་ལྟ་དེའི་སྐར་ས་སྐྱ་བདག་ཤེལ་རིན་པོ་ཆེ་དགོན་པ་རྫོགས་སོང་ང། དེ་ནས་དཔལ་ནགས་ཀྱི་ཁམས་དང་འདི་ཕྱོགས་ལ་ཡིན་ན་སྔོན་མ་ཡིན་ན་ས་སྐྱ་གི་བླ་མ་སྐྱེས་བུ་དམ་པ་མང་པོ་ཡོད། རྒྱ་གར་ལ་ཡིན་ན་མཁན་ཆེན་ཨ་བྷི་རིན་པོ་ཆེ་ཟེར་བ་རུ་བ་ཡོད། ས་སྐྱའི་སྐྱེས་བུ་གཅིག་ཁྱོད་ཀྱི་ཁྲི་ཆེན་རིན་པོ་ཆེ་ཟེར་བ། འོ་དེ་འདྲ་ས་སྐྱ་ལ་ངོར་པ། མཚར་བ། ཨ། ཀྱི་རྫོང་པ། སྐྱེས་བུ་དམ་པ་གང་ག་ཕེབས་ས་རེད། ག་རྒྱུད་པ་ཡིན་ན་དགའ་སྣང་ཞིང་རེད། ཨ། ད་སྔོན་མ་ཡིན་ན་ཅིག་བཅུ་དྲུག་པ་རིག་པའི་རྡོ་རྗེ་ཀརྨ་པ་ཀུན་ནོ་བཅུ་དྲུག་པ། འབོ་ཀུར་རིན་པོ་ཆེ། ཀཱི་ལི་རིན་པོ་ཆེ། འཇམ་མགོན་ཀོང་སྤྲུལ། གང་དགར་ཆུ་རྒྱུན་འཁྲུངས་པ་འགྲོ་བ་ཡི་དགོངས་པ་རྫོགས་ཚར་བ་དང་དེར་དཔེ་ཞག་ན། རྙིང་མ་བཀའ་བརྒྱུད་ས་སྐྱ་དགེ་ལུགས་ག་བར་བལྟས་པ་ཡིན་ན་བོན་པོ་ཡིན་ན་སྨན་རིའི་ཁྲི་འཛིན་རྒྱ་གར་ནས་ཕྱག་སོང་བ་ལོ་ཁ་ཤས་སྔོན་ལ་ཕྱག་སོང་བ་རེད། བོད་ནང་ལ་ཡིན་ན་ང་ཚོ་ཕ་ཡུལ་དུ་བ་བོན་པོ་བླ་མ་ཁྱི་བ་ཅིག་ཡོད་རེད་ང་ཚོ་ཕ་ཡུལ་རང་ལྟ་མ་རེད་ཕ་དུ་བ་རེད་ཨ་མདོ་རེབ་གོང་ཟེར་བ་དུ་ལ། ཨ་ལགས་དབོན་རྒྱ་ཟེར་བ་ཨ་ལགས་དཔོན་རྒྱ་ཟེར་བ། ཨོ། དེ་འདྲ་ཁྱི་བ་མང་པོ་ཡོད་བ་རེད་བླ་མ་ཆེན་པོ་དེ་འདྲ་ཁྱི་གྲུབ་གཉིས་བདུན་ཡོད་བ་རེད་དགོངས་པ་རྫོགས་ཡོད་བ་མ་རེད་ས་སྐམ་ཡོད་བ་མ་རེད། ད་ད་ལྟ་གང་ག་ག་རེ་ཡོད་བ་རེད་དཔེ་ན་ལྷ་སུ་བོ་ད་ལ་རི་གི་ནང་མཇལ་བ་ཡིན་ན་བོ་ད་ལ་ཡོད་བ། རྒྱལ་བ་ཀུན་གྲངས་རིམ་བྱོན་ཆ་ཚང་ཀུན་གྲངས་གཅིག་གསུམ་པ་བར་དུ་ད་ཆ་ཚང་མཆོད་རྟེན་སྐུ་གདུང་གི་མཆོད་རྟེན་བོ་ད་ལ་ནང་ལ་ཡོད་བ་རེད་ད་བླ་མ་དེ་ཡོད་བ་མ་རེད་ད་རི་བ། ཁ་ཤས་ཡོད་ད་ནི་རིག་པ་ཡི་རེད། ཁ་ཤས་སྐུ་དམར་གདུང་ཟེར་ནས་སྐུ་གཟུགས་དེ་སྐམ་པོ་བཟོ་ནས་སྔོན་མ་ད་ནི་ཨི་ཇིབ་དུ་བ། སྔོན་མ་གི་ལོ་སྟོང་ཕྲག་ལྔ་དྲུག་སྔོན་གི་ཨི་ཇིབ་དུ་བཟོ། ཁོ་རང་བཟོ་གི་མི་གྲོངས་ཚར་བ་ཡིན་ན་རོ་དེ་ཡང་ནི་སྐམ་པོ་བཟོ། ཨ་ནི་རོ་དེ་ཉར་གི་འདུག་བ། ང་ཚོ་བོད་པ་ཡིན་ནའང་དམར་གདུང་ཟེར་གི་རེད་བླ་མ་སྐུ་གྲོགས་དགོན་པ་རྫོགས་བ་ཡིན་ན། ད་གྲོགས་ཁོག་འདི་ནང་ནས་ཕ་གཅིག་རྒྱུ་མ་དང་གླུ་བ་ཆུན་པ་འདུག་བ། ཨ་འདི་བཟོ་ཚུལ་ར་བླང། ད་དཔེར་ན་དེ་བླ་མ་དེ་སྐུ་གཟུགས་དེ་ཁོག་པ་དེ་སྟོང་པ་བཟོ། ཨ་ནི་སྐུ་གཟུགས་གི་ནང་ལོགས་དེ་ལ་ཚ་ལགས་ནས། ཚ་ལུག་ནི་ཚ་ལུག་ཚ་དེ་རྗེ་བོ་རྒྱབ་རྗེ་བོ་རྒྱབ་རྒྱུ་ཚ་དེའི་ཀ་རས་བཅག་གི་ཡོད་སྲིད་ན་གཟུགས་པོའི་ནང་ལོགས་པའི་ཁྲག་དང་ཆུ་སེར་དུ་ཚ་གི་ནང་ལ་འཐེན་འགྲོ་གི་ཡོད་རེད། ད་ཁྲག་དང་ཆུ་སེར་ཡང་འཐེན་ད་རིང་འཐེན་སང་ཉིན་འཐེན་ཡ་ན་བ་གཅིག་ལ་ད་གཟུགས་པོའི་ནང་ལོགས་ལ་ཁྲག་མེད་ཆུ་སེར་མེད་ནི་སྐམ་པོ་སྐམ་རྐྱང་རེད་བ། དེ་འདྲ་བྱས་ནས་ད་དེའི་གཟུགས་པོའི་ནང་ལོགས་དེ་ལ་ད་ཅིག་སྐུ་གསུང་ཐུགས་རྟེན་འདྲ་བོ་ཕྱག་དཔེ་འདྲ་བོ་ད་དེ་འདྲ་མང་པོ་བཞག་ནས་ད་གཟུགས་པོ་གི་ཆོས་ལོག་དེ་ལ་སེར་དེ་འདྲ་འཇུག་རེ་བ། ཨ་དེ་འདྲ་འཇུག་ནས་ད་གཟུགས་པོ་དེ་ད་དེ་འདྲ་སྐྱིལ་ཀྲུང་ཅན་དེ་འདྲ་ཅེས་བརྡ་འཇུག་ཨ་དེ་ནས་ད་གཟུགས་པོ་དེ་ད་འདྲ་ཆོས་དེ་ནང་ལོགས་ལ་བཞག་ཤག་རེ་བ། ཨོ་ད་དེ་འདྲ་རེ་བས་ཤག་ན་ད་བླ་མ་སྐྱེ་བོའི་དམ་པ་མང་པོ་ཅིག་ད་ད་འདྲ་ཆོས་དེ་འགོག་པ་ལ་ཡོད་རེ་མ་གཏོགས་དངོས་སུ་ཡོད་བ་མ་རེད། ཨོ་དེ་རེ་ད་མི་རྟག་པ་འདི་དེ་གསུང་གི་ཡོད་རེད། དམ་པའི་སྐྱེས་བུ་ལ་བསམ་སྟེ་མི་རྟག་པ་བསམ་པ་ཟེར་བ་དེ་དེ་རེད་ད་ང་གཟུགས་ལ་མཚོན་ན་ཅིག། ང་རང་ལ་མཚོན་ན་ད་ཅིག་རྙིང་མ་བཀའ་བརྒྱུད་ས་སྐྱ་དགེ་ལུགས་བླ་མ་མང་པོ་བཅུག་ཡོད་མང་ཆེ་ཆེ་ད་རྙིང་མ་གི་ཕྱོགས་རེད་ད་དེ་ནང་ནས་སྒྲིག་པ་མང་པོ་ཕེབས་ས་ཡོད་མ་རེད་སྒྲིག་པ་མང་མང་ཆེ་ཆེ་ཕེབས་ས་མི་འདུག་ད་འོ་ཡ་ད་ཅིག་ཁ་ཤས་རྣམ་ཐར་ཡོད་ཁ་ཤས་རྣམ་ཐར་ཡང་ཡོད་མ་རེད་ད་རྣམ་ཐར་ཙམ་ཡང་ཡོད་མ་རེད་རྣམ་ཐར་ཡོད་ཉིན་དེ་ཚོ་ཅིག་རྣམ་ཐར་དེ་ཅིག་མ་འོངས་པ་ན་ལོ་གཅིག་གཉིས་བརྒྱ་སུམ་བརྒྱ་དེ་སྲིད་ད་སྲིད་གི་རུ་བ་ད་ལྟ་ང་ཚོ་བོད་པ་གཅིག་བོད་ཡིག་གློག་བརྙན་ག་ཤེད་ཅིག་ད་ནི་བསྡུ་བ་བོད་ཡིག་གློག་བརྙན་ད་ལོ་ཉིས་བརྒྱ་སུམ་བརྒྱ་བྱིན་ལ་བོད་ཡིག་གློག་བརྙན་ཡང་མེད་རྣམ་ཐར་དེ་གཅིག་ཨིན་ཇིའི་འདྲ་བོ་རྒྱ་མི་ཡི་གེ་འདྲ་བོ་ཡང་བསྒྱུར་མ་ཐུབ་པ་ཡིན་ན་ད་འཛམ་བུའི་གླིང་འདི་གང་ལ་ཕར་ཆ་སྤེལ་ན་མི་དེའི་ལོ་རྒྱུས་ཁོ་རང་རྦད་དེ་བརླག་སོང་བ་ལྟ་ལོ་ཆིག་སྟོང་གཅིག་གི་རྗེས་ལ་མི་དེ་འདྲ་གཅིག་འཛམ་བུའི་གླིང་ན་གཅིག་བྱུང་བ་ཁོ་རང་ཤི་ཉིན་ཁོ་རང་ཡོད་བ་མ་རེད་ད། ད་དེ་རེད་ད་མི་རྟག་པ་རེད་འདུག་བ་བ་དེ་ད་རྩ་རྩ་ལག་འདྲ་བོ་རྩ་མི་འདྲ་བོ་རེད་ཤག་ཨོ་ཡ། ཨོ་དེ་སྤྱི་ཚང་དེ་ལ་ག་རེ་གསུང་གི་ཡོད་ཟེར་ན། ཐོག་དང་པོ་འཛམ་བུ་གླིང་འདི་མི་རྟག་པ་ཡིན་པ་ཅིག་བསམ། དེ་ནས་མ་དེའི་ནང་དུ་འགྲོ་བ་མི་ཨོ་དེའི་ནང་གི་མི་དང་སེམས་ཅན་དེ་ཚོ་མི་རྟག་པ་ཡིན་པ་དེ་ཅིག་བསམ་བློ་དང་དཔེར་ན individually རེ་བ་ང་ཚོ་མ་བབས་ཡོང་ནས་རིམ་པ་སྟེང་གསར་རི་གསར་རི་འགྲོ་ནས་ད་དེའི་ནང་ནས། འགྲོ་བ་སེམས་ཀྱི་འཛམ་བུའི་གླིང་འདི་གླིང་ལ་ཡོད་པ་འདིའི་ནང་ནས་ད་ཅིག་མིའི་དེ་འདྲ་ཅིག་རྩ་ཆེན་པོ་དམ་པའི་སྐྱེས་བུ་དམ་པ་ཟེར་བ་དེ་རྩ་ཆེན་པོ་ཟེར་གི་ཡོད་རེད་བ་ཡ། Important Pursues རེད་བ། རྩ་ཆེན་པོ་ཨོ་ད་སྐྱེས་བུ་དམ་པ་རྩ་ཆེན་པོ་དེ་ཚོ་ཡང་མི་རྟོགས་པ་རེད། ང་ཚོ་གི་སྤྱི་དང་བཤད་སྟངས་ཀྱི་བ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ཟེར་བ་དེ་སངས་རྒྱས་ཟེར་བ་དེ་བདུད་བཤོས་ལས་རྒྱལ་བ་ང་ཚོ་རྣམས་ཀྱིས་རྒྱལ་བ་རྒྱལ་བ་ལབ་གི་འདུག་བ་རྒྱལ་བ་ཟེར་བ་དེ་ག་རེ་རྒྱལ་བ་ཟེར་ན་རྒྱལ་ཁ་དོག་སོང་བ་བའོ་འདྲ་བོ་རེད་བ། ག་རེ་ནས་རྒྱལ་སོང་བ་ཟེར་ན་བདུད་བཞི། སངས་རྒྱས་ཟེར་བ་དེ་བདུད་བཞི་ལས་རྒྱལ་དགོས་ཀྱི་ཡོད་བ། བདུད་བཞི་ལས་མ་རྒྱལ་ན་ཁྱོད་སངས་རྒྱས་མ་རེད། དབྱིན་ཇིར་མི་བྱེད་བདུད་བཞི་ལས་རྒྱལ་དགོས་ཀྱི་ཡོད་བ་རེད། བདུད་བཞི་དེ་རྡུལ་འདུ་བ་རྡུལ་ཟེར་བ་ད་ཞབས་ཀྱི་རྡུལ་དང་རྡུལ་ཟེར་བ་དེ་རྡུལ། དེའི་ནང་དེ་ལ་འཆི་བདག་གི་རྡུལ་ཟེར་བ་ཅིག་ཡོད་འཆི་བདག།

རྒྱ་གར་ནས་རྒྱུར་ཕྱག་རྒྱུ་ཕར་གྱུར་སྟོན་པ་བརྒྱ་དང་བཅུ་གྲངས་བཅུ་གསུམ་ན་བཅུག་ཡོད་ད་དེ་ས་སྐྱ་ས་སྐྱ་བཀའ་འགྱུར་གྱི་དེ་ནི་པར་མ་འདྲ་བ་རེད་བ་ཡ། སྡེ་དགེ་ལ་ནི་པར་ཁང་གཅིག་ཡོད་བ་རེད་དེ་ནི་ད་ལྟ་སྣར་ཐང་བཀའ་འགྱུར་ཡོད་བ་རེད་ཤུལ་བཀའ་འགྱུར་ཡོད་བ་རེད། འཇིམ་བཀའ་འགྱུར་ཡོད་བ་རེད་ང་ཚོ་བོད་ལ་ཀྱི་བཀའ་འགྱུར་གྱི་དེ་ནི་ཤིང་པར་ཕར་གྱུར་ལྔ་དྲུག་བཅུག་ཡོད་བ་རེད་ད་དེ་ཤིང་པར་གྱི་ཆེ་ཆུང་རེད་བ་ཁ་ཤས་ལ་སྟོན་པ་བརྒྱ་དང་བཅུ་གྲངས་ཡོད་རྒྱུར་ཁ་ཤས་ལ་དེ་ལས་མང་ང་ཡོད་བ་རེད་བ། དེ་དེའི་ནང་ལས། དཔེར་ན་སྡེ་དགེའི་གངས་ཀྱི་ནང་ལ་རྙིང་མ་རྒྱུད་འབུམ་དེ་གཅིག་ཆགས་ཡོད། རྙིང་མ་རྒྱུད་འབུམ་ལ་ཕ་ཁྱེར། ཉི་ཤུ་རྩ་དྲུག་ཡོད་ན་ཅིག་ཀ་རེ་ཅིག་དེ་ལ་མང་པོ་ཅིག་ཡོད། ད་ལྷ་ས་ནས་དཔེར་ན་ཅིག། བོ་ད་ལ་དུ་བ་ད་ན་རྒྱལ་བ་སྐུ་འཕྲོག་བཅུ་གསུམ་པའི་སྐབས་དུ་དེ་ལ་གངས་རྒྱུད་བཞེངས་བའི་སྐབས་དུ་དེ་ལ་རྙིང་མ་རྒྱུད་འབུམ་དེ་ནང་ལ་བཅུག་ཡོད་མ་རེད། འོ་ད་རྙིང་མ་རྒྱུད་འབུམ་ཟེར་བ་དེ་སངས་རྒྱས་གསུངས་རྒྱུ་མ་རེད། ཅིག་འབེ་རུ་རྩ་ན་དང་དེ་འདྲ་རྗེས་སུ་ང་ཚོ་པོ་ནས་དེ་འདྲ་བློ་གསུངས་འདྲ་བོ་ཅིག། ཁྱེད་ཚོ་ཉག་མ་དེ་ཚོ་བཟོས་བཞག་རྒྱུ་རེད་མ་གཏོགས་དེ་ཡིན་ས་གཅིག་གི་སོང་མ་རེད་ཟེར་ནས་ཁོ་ཚོ་གཅིག་གཉིས་མ་བྱས་བ་རེད། འོ་དེ་འདྲ་རེད་ད་ས་ཆ་ཁ་ཤས་ཁ་ཤས་བྱེད་ཀྱི་ཡོད་ཁ་ཤས་ཁ་ཤས་མ་བྱས་བ་རེད་ད་གང་ལྟར་རྒྱ་མིས་ག་རེ་བྱ་གི་ཡོད་ཟེར་ན། ད་ལྟ་ག་འགྱུར་གནང་དེ་ལ་སྐད་གསང་མདོ་སྡེ་དཀར་བ་བཟང་པོ་ཟེར་བ་གཅིག་ཡོད་རེད་གླག་པ་འབའ་ཟླ་ཕྱོགས་བསྡོམས་ལྔ་བརྒྱ་ཡོད་བ་གཅིག་ཡོད་རེད་སྐད་གསང་ཟེར་བ་གཅིག་ཡོད་རེད། ཨ་མདོ་བྱས་ན་སྐལ་བཟང། ད་ལྷ་ས་བྱས་ན་སྐལ་བཟང། མདོ་སྡེ་སྐལ་བ་བཟང་པོ་ཟེར་བ་ཅིག་ཡོད། དེའི་ནང་ལོགས་དེ་ལ་ག་རེ་གསུང་གི་ཡོད་ཟེར་ན། སངས་རྒྱས་ཆིག་སྟོང་སངས་རྒྱས་སྟོང་ཕྲག་གཅིག་གི་ད་ལོ་རྒྱུས་དེ་གསུངས་ཡོད་ཟེར། ང་ཚོ་སྐལ་བཟང་གི་སངས་རྒྱས་སྟོང་ལབ་གི་འདུག་བ། སྐལ་བཟང་སངས་རྒྱས་སྟོང་ཟེར་བ་སངས་རྒྱས་སྟོང་དེའི་ནང་གི། དེ་ཕར་ཀློག་ཡོང་བ་ཡིན་ན། ད་དེའི་ནང་ལོགས་དེ་ནས་སངས་རྒྱས་པས་ན་སྐུ་སྐུ་ཚེའི་ཐུང་ཤས་དེ་སངས་རྒྱས་ཕྱག་བྱ་ཐུབ་པ་རེད། ལོ་བརྒྱ་མ་གཏོགས་བཞུགས་ཡོང་མེད་ལོ་བརྒྱ་གི་ནང་ལོགས་ནས་ལོ་བརྒྱ་བཅུ་མ་གཏོགས་བཞུགས་མེད་བ། ཁོང་མ་ཡིན་པའི་སངས་རྒྱས་དེ་ཚོ་ཁ་ཤས་ལུས་པའི་ནང་ཡོད་སྟོང་ཕྲག་བརྒྱད་ཁྲི་བརྒྱད་དང་འབུམ་ཁ་ཤས་ལུས་ས་ཡ་བཞི་གཉིས་དེ་འདྲ་འདུག་ད་ལྟ་འདྲ་གི་དེའི་ཆགས་པའི་སྟེང་ནང་དེ་ལ་སངས་རྒྱས་དེ་ས་ཆ་ག་བ་ཅིག་གྲོངས་གི་ཡོད་བ་སངས་རྒྱས་དེ་ཡབ་གི་མཚན་ག་རེ་ཡིན་ཡུམ་གི་མཚན་ལ་ག་རེ་གསུངས་གི་ཡོད་ཨ་ཁོང་གི་དཔེ་ན་ད་ཅིག་ཁོང་ལ་སློབ་མ་ག་ཚོད་ཅིག་འདུག་གི་རེད་ཨ་ཁོང་རིག་པའི་ན་ཅིག་སྐུ་ཚེ་ག་ཚོད་ཅིག་བར་དེ་བཞུགས་གི་རེད་དགོངས་པ་རྫོགས་པའི་རྗེས་ལ་སྐུ་གདུང་དེ་ག་འདྲ་ཅིག་ཆགས་གི་རེད་དེ་ཆ་ཚང་ཡོད་བ་རེད་ད། ད་དེའི་ནང་ལ་བལྟས་ཡོང་ན་གང་ལྟར་ཀྱང་སངས་རྒྱས་གཅིག་གསུང་བའི་ཁ་བཏུད་དེ་ལ་འཇུག་དེ་ལ་ག་རེ་ཡོད་ཟེར་ན། ཨཱ་ནི་ད་སྐུལ་ཚིག་གི་ཚད་དེ་རེད་བ། ཚད་ཚད་ཚིག་ཟེར་ན་སྐུལ་ཚིག་སྐུལ་ཚིག་གི་ཚད་དེ་གསུང་གི་ཡོད་དེ་ག་རེ་གསུང་གི་ཡོད་ཟེར་ན་མི་རྟག་པ་རེད་བ་དེ་ཐ་མ་གཅིག་ལ་སངས་རྒྱས་ཡང་དགོངས་པ་རྫོགས་འགྲོ་ཟེར་གི་ཡོད་བ་དང། སྤྱི་བཏང་ཆ་ནས་བདུད་བཞི་ལས་རྒྱལ། འཆི་བདག་གི་རྡུལ། ཉོན་མོངས་པའི་རྡུལ། ལྷའི་བུའི་རྡུལ། ཨཱ། བོང་བུ་འདུལ། བདུད་བཞི་ལས་རྒྱལ་དགེ་ཡོད་བ་རེད་དེ། ཐ་མ་གཅིག་ལ་གང་ལྟར་དགོངས་པ་རྫོགས་རྫོགས་ཟེར་གྱི་ཡོད་ད། རེད་བ་ཡ། ཐ་མ་གཅིག་ལ་དགོངས་པ་མ་རྫོགས་རང་རྫོགས་རེད། དེའི་ཕྱག་ན། མགོན་པོ་ཨོ་པག་མས། རེད་བ་ཡ་ང་ཚོ་སྡེ་བ་ཅན་ལ་སྨོན་ལམ་རྒྱག་གི་ཡོད་བ་དཔེར་ན་ད་དེ་རང་ཡིན་ན། ཚེས་པ་བཅོ་ལྔ་དེ་མགོན་པོ་ཨོ་པག་མས་ཀྱི་དུས་ཆེན་རེད་རྗེ་བཙུན་སྒྲོལ་མ་ཀྱི་དུས་ཆེན་རེད། དག་པའི་ཤིང་སྡེ་བ་ཅན་ཟེར་བ་ཅིག་འདུག་བ་སྡེ་བ་ཅན། སངས་རྒྱས་ཨོ་དཔག་མེད་དེ་བདེ་བ་ཅན་ལ་ཞུགས་ཡོད་པས་བདེ་བ་ཅན་དག་པའི་ཞིང། ད་ལྟ་ན་ང་ཚོ་བདེ་བ་ཅན་གྱི་སྨོན་ལམ་འདི་ག་བདེ་སྨོན་བདེ་སྨོན་ཟེར་བ་དང། རྙིང་མ་དང་བཀའ་བརྒྱུད་དེ་ཚོ་ཞིག་ཆེན་པོ་འདོན་དགོས་རེད་བདེ་སྨོན་ཟེར་བ་བདེ་སྨོན་ཅིག་འདུག་བ་ཆགས་མེད་བདེ་སྨོན་ཟེར་བ་བཅས་དེ་ཕྱི་གཉིས་ཡོད་ན། དེའི་ནང་ལ་ག་རེ་གསུང་གི་ཡོད་ཟེར་ན། ཉི་མ་གཅིག། སངས་རྒྱས་ཨོ་དཔག་མེད་དེ་མགོན་པོ་ཨོ་དཔག་མེད་དེའང་བདེ་བ་ཅན་དེ་དགོངས་པ་རྫོགས་འགྲོ་ཟེར་གྱི་ཡོད། ཨོ་ཡ། དག་པའི་ཞིང་ཁོ་རང་རེད་ང་བཟོ་གི་མ་དག་ཞིང་འདི་ན་མ་རེད་དཔེར་ན་སངས་རྒྱས་ཤཱཀྱ་ཐུབ་པ་བྱུང་ས་འདི་དང་ང་བཟོ་འདི་མ་དག་པའི་ཞིང་རེད་བ་འཛམ་བུ་ལ་ནི་མ་དག་པ་རེད་ཡིན་ན་དག་པའི་ཞིང་ཁོ་རང་ནི་སངས་རྒྱས་དུ་བཟོ། ཉི་མ་གཅིག་ལ་དགོངས་པ་རྫོགས་འགྲོ་གི་འདུག་བ་ཨོ་དེ་རེད་ད་གལ་སྲིད་ན་མི་དག་པ་ཡིན་པ་དེ་སྟོན་དགོས་གི་ཡོད་བ་རེད། ཧོ། ད་དེ་འདྲ་རེད་དེ་གང་ལྟར་ཀྱང་དམ་པའི་སྐྱེས་བུ་ལ་སིམ་སྟེ་མི་རྟག་པ་བསྒོམ་པ་ཟེར་བ། ཧོ། ད་ཕ་ཁྱེར་དེ་རང་འདི་ནས་བཞག་ཤག་ན་རེ་བ་ཡ། ཁྱེད་རྣམ་པ་གི་ཐུགས་སུམ་བཞིའི་ཁ་སང་ཤི་བ་ནང་བཞིན། བླ་མ་གི་ཕ་སུང་གི་རྗེས་དེ་ལ་སློབ་མ་དེ་ཚོ་སོ་སོའི་ནང་ལ་འགྲོ་ནས་ག་རེ་བྱ་དགོས་ཟེར་ན་ཨེ་འཇུག་མི་འཇུག་སྒོམ་དགོས་ཀྱི་ཡོད། འདི་འདུག་བ་སྒོམ་པ་སྒོམ་པ་སྒོམ་པ་འདུག་བ་ཡ། ཕྱི་སྣོད་ཀྱི་འཇིག་རྟེན་ལ་སིམ་སྟེ་མི་རྟག་པ་བསྒོམ་པ་ཟེར་བ། ཧོ། ཡ། དམ་པའི་སྐྱེས་བུ་ལ་སིམ་སྟེ། ནང་བཅུད་ཀྱི་སེམས་ཅན་ལ་སིམ་སྟེ་མི་རྟག་པ་བསྒོམ་པ་ཟེར་བ། Meditate། You must meditate on impermanent རེད་བ། དམ་པའི་སྐྱེས་བུ་ལ་གསང་སྟེ་མི་རྟག་པ་བསྒོམ་པ་ཟེར་བ་ཡིན་གཅིག་མི་གཅིག་ཁྱེད་རྣམས་པ་ང་ཚོ་ཆོས་ཁྲིད་རྗེས་མ་བར་དུ་ཡིན་གཅིག་མི་གཅིག་བསྒོམ་དགོས་ཀྱི་ཡོད་སེམས་མ་ངོ་ནས་དྲང་ནས་ཅིག་ཅིག་དཀར་ཟེར་བ་འགྱུར་བ་ཅིག་མ་ཐུབ་བར་དུ་ཡིན་གཅིག་མི་གཅིག་བསྒོམ་དགོས་ཀྱི་ཡོད་ད་མི་རྟག་པ་རེད་བ་སྲིད་བག་ཅིག་ཅིག་ཤིང་འདྲ་བོ་མཐོང་བ་ཡིན་ན་ཁོ་མི་རྟག་པ་ཡིན་པ་དེ་བསམ་བློ་བཏང་རེད་བ། མི་གཅིག་མཐོང་བ་ན་དེ་མི་རྟག་པ་ཡིན་པའི་བསམ་བློ་ཅིག་བཏང། སོ་སོ་གི་སེམས་དེ་ལ་ཅིག་མི་རྟག་པ་ཟེར་བའི་བསམ་བློ་དེ་བརྟན་པོ་ཅིག་མ་ཆགས་པར་དེ་ཡང་བསྐྱར་ཡང་བསྐྱར་བསྒོམ་དགོས་ཀྱི་ཡོད་རེད་ཡིན་གཅིག་མིན་གཅིག་ཡང་ཡང་དེ་ཅི་ལྟར་བསྒོམ་ཟེར་བ་དེ་ཡིན་གཅིག་མིན་གཅིག་ཅིག་ང་ཚོ་ཅིག་སྐབས་སུ Concentration ཅིག་ཞི་གནས་འདྲ་བོ་དང་རེ་བ་ཡག་ཅིག་དེ་འདྲ་མ་རེད་བསྒོམ་ཟེར་བ་དེ་བླ་མས་ག་རེ་གསུང་བ་དེ་ཡང་བསྐྱར་ཡང་བསྐྱར་བསམ་བློ་བཏང་ནས་སོ་སོ་གི་སེམས་དེ་ལ་བརྟན་པོ་ཅིག་ཉར་ཐུབ་པ། སོ་སོའི་སེམས་དེ་ལ་གུས་རྒྱག་ཅིག་ཡོང། འོ་ད་དཔེ་ཆགས་ན་དེ་རིང་ང་ཅིག་ཁ་མདུན་དོན་གཉིས་མ་འགྲོ་བ་ཡིན་ན་ལམ་སང་མི་རྟག་པ་དེ་དྲན་དགོས་ཀྱི་རེད་བ། འོ་ད་ང་ན་ན་བ་ཡིན་ན་རེད་ཚ་བ་ཡིན་ན་རེད་ག་རེ་ཡིན་ན་རེད་ང་ཆོས་པ་ཅིག་རེད་བ་ང་ཅིག་སྐྱེ་བ་སྔ་ཕྱི་གྱི་ལས་ཉིན་ཅིག་རེད་ལུས་རྒྱུ་འབྲས་ཀྱི་ལས་ཉིན་ཅིག་རེད་ང་ཡིན་ཅིག་མིན་ཅིག་ཆོས་དེ་སྒྲུབ་དགོས་ཟེར་བ་ཅིག་ཡོད་རེད་བ་དེ་མ་བྱས་ན་ང་དགའ་དུས་ཤི་ཧ་གོ་གི་མ་རེད། འོ་དེའི་བསམ་བློ་ཅིག་ཤུགས་ཆེན་པོ་ཡོང་དགོས་ཀྱི་ཡོད་རེད་ད་དེ་ལ་མི་རྟག་པ་རྒྱུ་ལ་རྒྱུ་ལ་སྐྱེ་ཟེར་གྱི་ཡོད་རེད།

ཨ་ནི། བཀའ་འདྲི་གནང་ན་འགྲིག་གི་རེད། རིན་ཆེན། ཨོ། དེ་བཞིན་ཆེའི་བླ་མ་ལ། ཨོ། ལ་སོ་ལ་སོ་དེ་ནས་ང་ཚོ་ངོ་བ་སྨོན་ལམ་དེ་མཉམ་དུ་རྒྱག་གི་ཡིན་ད་ཨ་ནི་ཁྱེད་རྣམ་པ་གི་ང་ལ་རྒྱུད་སྡུད་གནང། Repeat after me རྒྱུད་སྡུད་གནང་ནས། Yes བསོད་ནམས་འདི་ཡིས། བསོད་ནམས་འདི་ཡིས། ཐམས་ཅད་གཟིགས་པ་བརྙེས། ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱེད་ཅིང། སྐྱེ་རྒ་ན་འཆིའི་རྦ་རླབས་འཁྲུགས་པ་ཡི། སྲིད་པའི་མཚོ་ལས་འགྲོ་བ།

སྐྱེ་བ་མྱང་འབངས་མེད་པ་དང། གང་ནས་གང་དུ་འཕེལ་བར་ཤོག། ད་ང་ཚོ་སྙིང་རྗེ་གཅིག་པུ་ཁོ་རང་ལས་ཐར་ཐུབ་ཀྱི་མ་རེད། ཤེས་རབ་དགོས་ཀྱི་ཡོད་རེད་སྟོང་ཉིད་རྟོགས་པའི་ཤེས་རབ་དགོས་ཀྱི་ཡོད་རེད། སྟོང་ཉིད་ལྟ་བ་རིན་པོ་ཆེ། མ་སྐྱེས་པ་རྣམས་སྐྱེ་གྱུར་ཅིག། སྐྱེ་བ་མྱང་འབངས་མེད་པ་དང། སྐྱེ་བ་སྐྱེ་འབངས་མེད་པ་དང། གང་ནས་གང་དུ་འཕེལ་བར་ཤོག། གང་ནས་གང་དུ་འཕེལ་བར་ཤོག། འོ་ད་སངས་རྒྱས་ཀྱི་གཏམ་པ་གནས་དང་མི་གནས་ཏེ་ང་གཟུགས་ཀྱི་གཏམ་པ་འཛིན་པའི་སྐྱེས་བུ་དམ་པ། ད་རབ་བྱུང་ཡོད་བ་རེད་སྔགས་པ་ཡོད་བ་རེད་མི་སྐྱ་ཡོད་བ་རེད་ཨ་ནི་བསྟན་འཛིན་གྱི་སྐྱེས་བུ་དམ་པ་ཐམས་ཅད་ལ་ཀུ་ཀུམ་བཟང་ང། ཚེ་རྟགས་རིང་བ་ཨ་ནི་ཁོང་རྣམ་པ་གི་ཉམས་ལེན་ཡག་པོ་ཡོང་བ་འཛམ་བུ་གླིང་ཞི་བདེ་ཡོང་བ་གི་སྨོན་ལམ་རྒྱག་དགོས་བ་རེད། ཕ་འདི་འབྱུང་བའི། གནས་གཅིག་པུ། བརྟན་པ་ཡུན་རིང། གནས་པ་དང། བསྟན་འཛིན་སྐྱེས་བུ། དམ་པ་རྣམས། སྐུ་ཚེ་རྒྱ་མཚན། བསྟན་རྒྱས་བཅུད། ཨ། ཐུགས་རྗེ་ཆེ་ད་དེ་རིང་ཆོས་དྲུག་སྟེ་མཇུག་གྲུབ་སོང་བ་རེད་ཡག་པོ་བྱུང་སོང་དེ་རིང་དཔེ་གཅིག་དཔེ་སྐྱིད་པོ་བྱུང་ཉི་མ་ཡག་པོ་བྱུང་ལ་ཨུ། བཟོ་ཐུགས་རྗེ་ཆེ་ན། Zoom དེ་ཡག་པོ་འདུག Zoom དེ་ཡག་པོ་འདུག་ཨ། ནི་ད་ཆོས་དྲུག་རྗེས་མ་དེ་ག་དུས་ཅིག་ཡིན་ན་ང་ཚོ་དེ་རིང་ལྟ་མཁས་བ་ཡིན་ན་དེ་རིང་ལྟ་མཁས་ན་དེ་ཕ་ཆེར།